རང་ཉིད་དེའི་རྗེས་སུ་འཇུག་པ་པོ་ཡིན་ཟེར་ལབ་པ་རེད་དེ། དེ་ཡིས་དེ་འདྲ་ཅིག་བྱིན་རླབས་དེ་ཡིས་དེ་འདྲ་ཅིག་གསུང་ཆོས་དེ་ཚོའི་ཆ་ཤས་ཙམ་ཞིག་ཡང་ཕལ་ཆེར་རང་གི་སེམས་རྒྱུད་ལ་འགོས་ཨེ་ཡོད་ན་བསམ་བསམ་འདྲ་བོ་ཞིག་རང་གི་སྐྱེས་པ་ཆེས་ཡང་དུས་དེ་གསུམ་དེ་འདྲ་ཅིག་གི་ནང་ལ་སྔར་ཡང་ལུས་པ་རེད་ལ་ད་ལྟ་ཡང་ལུས་ཤག་མ་འོངས་པ་ལ་ལུས་རྒྱུ་རེད། ཡིན་ན་ཡང། རིན་པོ་ཆེ་མཆོག་གིས་ཞབས་ཕྱི་ཤར་ཚད་རྡོ་རྗེ་འཆང་ཆེན་པོ་མཆོག་གིས། ཕྱོགས་བཅུ་གླིང་པའི་གཏེར་གསར་སྨིན་གྲོལ་སྦྱར་མཁན་གནང་བ་རེད། དེའི་དང་མཉམ་དུ་ད་ལྟ་འདིའི་སྐབས་སུ་སྙིང་ཐིག་ཡ་བཞི་བཀའ་དབང་དེ་གནང་བ་རེད། དེའི་སྐབས་སུ་འདི་ཡི་རྒྱབ་ཆོས་ཟླ་བྲིས་ཡེ་ཤེས་བླ་མ་བཀའ་དྲིན་གནང་ཡོད་རེད། ལམ་རིམ་ཡེ་ཤེས་སྙིང་པོ་ཡང་དེའི་སྐབས་སུ་བཀའ་ཁྲི་གནང་བ་རེད་དེ་དུས་སྐབས་གཅིག་གི་ནང་ལ་ཡ་གཅིག་གི་བཀའ་དབང་གཉིས་དང་བཀའ་ཁྲི་གཉིས་ལྷན་ཅིག་ཏུ་གནང་བའི་གེགས། ཞབས་ས་ལ་ཡ་ཁོས་མཐུད་ནས་ཞབས་ས་ལ་ཡ་བསྐྱར་ཐུབ་པ་དང་དེ་ཡིས་ཚོགས་གྲལ་ལ་ཡ་བསྐྱར་ཐུབ་པའི་གེགས། བྱུང་བའི་གེགས་གོ་སྐབས་བྱུང་བའི་གེགས་ད་གེགས་སང་ཞིག་ཡིན་བསམ་པའི་སྤོབས་པ་གཅིག། དེའི་རྗེས་སུ། སྐྱབས་རྗེ་རྒྱལ་བ་ཆེ་བ་ཁྲུ་བཞི་རིན་པོ་ཆེ་སྐུ་གོང་མ། མཆོག་གིས་ཀྱང། སྔ་འགྱུར། དེ་ནི་ཀ་མའི་རྐང་བ་རྣམ་པ་རེད། ཨ་འགྱུར་ཀ་མའི་གི་དེ་ནི་རྐང་བ་རྣམ་པ་དང་དེ་དང་ཞོར་ལ། དེའི་གྲུབ་པའི་རྗེས་སུ་མཐའ་རྟེན་དེ་ལ་སྙིང་ཏིག་ཡ་ཞིག་གི་རྐང་བ་གནང་ཡོད་རེད། ད་དེ་འདྲ་ཅིག་གི་ཅིག་བརྒྱུད་པ་ཡག་པོ་ཡོད་འདོད་པ་བརྒྱུད་པ་ཁྱད་པར་ཅན་ཡོད་འདོད་པ་བརྒྱུད་པ་ལ་བྱིན་རླབས་ཁྱད་པར་ཅན་ཡོད་འདོད་པ། ནུས་པ་ཁྱད་པར་ཅན་ཡོད་འདོད་པ་རང་གིས་འཇོན་རང་གིས་ལྕོགས་རང་གིས་ཐུབ་ན། ཚེ་འདི་ལ་ཡང་ཕལ་ཆེར་སངས་རྒྱས་ཐུབ་མ་ཐུབ་ལ་ཐེ་ཚོམ་མེད་འདོད་པས་དེ་འདྲ་ཅིག་གི། བླ་མ་ཁྱད་པར་དུ་འཕགས་པ་ཆོས་ཁྱད་པར་དུ་འཕགས་པ་བརྒྱུད་པ་ཁྱད་པར་དུ་འཕགས་པ་ཉམས་ལེན་ཁྱད་པར་དུ་འཕགས་པ་དེ་འདྲ་ཅིག་ཡོད་པ་ཡིན་དུས། དེའི་བརྒྱུད་པ་དེའི་ད་རན་དུ་སེམས་ལ་མ་ལ་ཆས་དང་ལྕམ་དྲལ་ཐམས་ཅད་དུ་ཡང་ཕུལ་བཞག་པ་ཡིན་ན།

ག་རེ་བཀའ་གནང་བ་རེད་ཟེར་ན་མ་འོངས་པ་ལ། སྙིང་ཐིག་ཡ་བཞི་གཙོ་བོར་བརྗོད་པའི་སྒྱུ་འཕྲུལ་གསང་བ་གཉིས་འདུག་གི་ད་ཅིག་གི་སྤྱི་དོན་དང་འདི་ཡི་རྣམ་བཤད་དེ་ཚོ་འདྲེས་ཏེ་ཁྱེད་རང་ཚོས་སོ་སོ་གི་ཉམས་ལེན་བྱེད་ཐུབ་ན་ཡག་པོ་རེད་ག་ཟེ་མ་ཐུབ་ན་ཡང་བརྒྱུད་པ་འདི་ཁྱེད་ལ་ཉེ་བ་རེད་ཤག། ལྐོག་མ་ལ་སོགས་ལས་འདས་པ་འདྲ་པོ་ཅིག་རེད་ཤག་དེ་འདྲ་དེ་འདྲ་ཅིག་གི་དུས་སྐབས་སླེབས་ཡོང་དུས་ད་འདི་སོ་སོ་གི་ལས་རུང་གི་བསྙེན་པ་ཅིག་བཏང་གཞུང་ལ་བསྙེན་སྒྲུབ་ཡན་ལག་བཞི་གི་ཉམས་ལེན་མངོན་དུ་འགྲོ་དེ་ལྟར་མ་ནུས་ན་ཡང་ལས་རུང་གི་བསྙེན་པ་ཅིག་བཏང་བྱས་ནས་གཞན་ལ་འཆད་སྤེལ་བྱེད་ཐུབ་ན། སྤྱིར་རྒྱ་བོད་བསྟན་པ་བྱེ་བྲག་ཏུ་བཟང་ཞིང་སྔ་འགྱུར་བའི་བསྟན་པ་ལ་ཡང་བྱས་རྗེས་ཆེན་པོ་དང་ཕན་ཐོགས་ཆེན་པོ་རེད་ཟེར་བཀའ་མང་པོ་གནང་བ་རེད། བཀའ་གནང་ས་གཙོ་བོ་ང་མ་རེད། སྒར་ས་དེ་དུས་མང་ཆེ་བ་དེ་ས་ང་རྙིང་མ་བའི་བླ་སྤྲུལ་མང་པོ་ཡོག་རེད་དེ་སུ་ལ་སོང་བ་རེད་དེའི་ཞོར་ལ་ང་ཡང་དེ་གསུང་ཆོས་ཞུ་རྒྱུ་གོ་གོ་སྐབས་བྱུང་བ་རེད། དེ་འདྲ་ཞིག་བསམ་བློ་བཏང་ཡོད་འདུག་ད་འདས་པའི་གི་ལོ་ཁ་ཤས་ཅིག་གི་རིང་ལ་ང་ཆོས་རྒྱུད་ཀམ་ཚང་ཞིག་རེད་ད་མ་ཀམ་ཚང་གི་རྗེས་འཇུག་ཞིག་རེད་ད་དེ་ཚོ་གསལ་པོ་རེད། ཀམ་ཚང་གི་རྗེས་འཇུག་ཞིག་ཡིན་པའི་ཆ་ནས་ཀམ་ཚང་གི་ཆོས་རྒྱུད་ཀྱི་ནང་ལ་ད་ཐུན་མོང་མ་ཡིན་པའི་རང་རང་སོ་སོའི་གི་ཆོས་ཀྱི་སྐལ་པ། དབང་ལུང་མན་ངག་མང་པོ་ཅིག་ཡོག་རེད་དེ་ཚོ་ཡང་སྐྱབས་རྗེ་མཁྱེན་བརྩེ་རྡོ་རྗེ་འཆང་ཆེན་པོ་མཆོག་གི་སྐུ་མདུན་དང་ད་ག་ནང་བཞིན་གི་ད་ཅིག་འོག་པ་རྒྱལ་ཡོངས་པ་ཀམ་པ་པ་རང་བྱུང་ཞབས་དར་རིག་པའི་རྡོ་རྗེ་མཆོག་གི་སྐུ་མདུན་དང་དེ་དང་དེ་བཞིན་དུ་དེ་ནས་ཞང་ཆེན་རྡོ་རྗེ་འཆང། དེ་ནས་སྐྱབས་རྗེ་དགེ་འདུན་ཏཱ་ཡེ་བསིལ་རྡོ་རིན་པོ་ཆེ་མཆོག་དང་དེ་དང་དེ་བཞིན་དུ་རི་བ་ས་སྐྱའི་རིན་པོ་ཆེ་ལ་སོགས་པ་ཀམ་ཚང་གི་བླ་མ་མང་པོ་ཅིག་མདུན་ནས་ཞུས་ཞུ་རྒྱུ་བྱུང། དེ་ཞུས་ནས་ད་མ་ལུག་གི་རྒྱུད་སྡེ། རྡོ་རྗེ་ཕག་མོ་འཁོར་ལོ་བདེ་མཆོག་མ་ཧཱ་མ་ཡ་རྗེ་དཔལ་རྡོ་རྗེ་གསང་བ་འདུས་པ་སྒྱུ་འཕྲུལ་ལ་སོགས་པ་ད་མང་པོ་ཅིག་ང་ཚོ། ཐབས་ལམ་ནཱ་རོ་ཆོས་དྲུག་དང་འགྲོ་ལམ་ཕྱག་རྒྱ་ཆེན་པོ་ཉམས་ལེན་བྱས་ནས་ལོ་སུམ་ཕྱོགས་གསུམ་གྱི་ཉམས་ལེན་བྱས་ཡོང་དུས་དེ་ཚོ་མེད་དོ་མི་རུང་བ་དེ་ཆགས་བསྡད་ཀྱི་འདུག་ཟེར་བསམ་བྱས་ནས་གཞན་གྱི་རྒྱུད་གུར་གཅིག་པུ་ལ་རག་མ་ལས་པ་རང་གི་ཡང་ཅིག་གི་དཔྱད་པ་མང་པོ་ཅིག་བྱས་པའི་གི་རྗེས་ལ་ད་དེ་འདོན་ན་ཡག་པོ་འདུག་ང་རང་ཚོ་གཞིག་ད་ཐད་ཀར་བཤད་པ་ངས་སྐད་ཆ་དེ་ཚོ་ཚང་མ་ཐད་ཀར་མ་གཏོགས་བསྐོར་ནས་ཞུ་ཤེས་ཀྱི་མེད་སྐད་ཆ་སྙན་པོ་ཞུ་ཤེས་ཀྱི་མེད། སྐད་ཆ་ཀོ་ཅོ་ཀློག་ནས་ཞུ་ཤེས་ཀྱི་མེད་ད་ག་རེ་དྲན་པ་དེ་ཐད་ཀར་ཞུ་ཡ་ཅི་ཡོད་དེ་ཡག་པོ་ཡིན་དང་སྡུག་པོ་ཡིན་ངས་ཞུ་ཞུ་ཚོད་ཐིག་གི་མི་འདུག་དེ་གང་འདྲ་ཡང་ད་ང་རང་ཤེས་ཀ་དེ་འདྲ་ཅིག་ཡིན་དེ་འདྲ་ཡིན་དུ་ཀམ་ཚང་གི་ནང་ལོགས་ལ་ཡ། ང་རང་ཚོ་ཀམ་ཚང་གི་ཆུ་རྒྱུད་ཀྱི་ནང་ལ་དགོན་སྡེ་ནང་ལ་དབང་ལུང་གོ་ས་མཁན་ཕ་ཆེ་ཡོད་མ་རེད། དབང་ཟེར་མཁན་དེ། དོ་སྣང་ཡོད་མ་རེད། ལུང་ལ་ཡང་དོ་སྣང་ཡོད་མ་རེད། ཁྲིད་ལ་ཡང་དོ་སྣང་ཡོད་མ་རེད་དེ་འདྲ་ཡིན་དུ་ད་མ་ལུས་ཀྱི་རྒྱུད་སྡེ་ཐམས་ཅད་ཀྱི་ཕ་ཆེ་ཁྲིད་དེ་ཚོ་ཆད་ལ་ཁ་ཆག་གི་ཡོད་རེད་ད་ལོ་གསུམ་ཕྱོགས་གསུམ་གི་ནང་ལ་ཡ་ཅིག། ཆོས་དྲུག་གི་ཁྲིད་ཙམ་ཞིག་དང་དཀོན་ལས་རྡོ་རྗེ་ཕག་ཕག་མོ་དང་ད་འཁོར་ལོ་བདེ་མཆོག་ཙམ་ཞིག་གི་དེ་ཡ་ཅིག་བཤད་པ་དེ་ཡ་ཅིག་ཆད་ལ་མ་ཆད་ལ་ཅིག་མགོ་ཚང་ལ་མ་ཚང་ལ་ཅིག་ད་ཅིག་བཤད་དེ་གི་ཡོད་རེད་མ་གཏོགས་མ་ལུས་ཀྱི་རྒྱུད་སྡེ་ཟབ་པ་དང་ཕྲ་བའི་ཐོག་ནས་ཤེས་རྒྱུན་དེ་ད་ཕ་ཆེ་ཕ་ཆེ་ཆེ་རོ་ཅིག་ཡོད་པ་རེད་དེ་ག་རེ་ཟེར་ན་རྩ་བ་དེ། ཁམས་བཟང་གི་ཆོས་བརྒྱུད་ལ་ཡང་ཞུགས་དེ་ངན་གྱི་བླ་མ་ཡིན་ན་ཡང་འདྲ་གྲྭ་བ་ཡིན་ན་ཡང་འདྲ་སུ་ཡིན་ན་ཡང་ཅིག་དེ་ཙམ་ཞིག་གི་མོས་པ་མེད་དེ་ངས་ད་དྲང་པོ་ཞུས་པ་ཡིན། དེས་ན་ཉིན་དེ་པ་འདོན་ཡོན་དུ་ཡང་ཁམས་བཟང་གི་མིག་ཡོག་མ་རེད་སྐབས་དེ་དུས་ངས་ད་ང་ཚོའི་སྟོན་པ་རེད་སྐད་ཆུང་ང་ཚོའི་ཡང་སྟོན་པ་རེད་དེ་དང་དེ་བཞིན་དུ་ང་ཚོ་ཁམས་བཟང་གི་ད་ཅིག་རྒྱུན་ལྡན་གྱི་ཆོ་ག་ཆོས་བརྒྱུད་མང་པོ་ཅིག་གི་ངས་དབང་ལུང་སྟོན་པ་རེད་དེ་དུས་ཁམས་བཟང་གྲྭ་བ་ཕ་ཤེལ་ཡོག་མ་རེད་མང་ཆེ་བ་དེ་རྙིང་མ་རེད་ས་སྐྱ་རེད། འོ་དེ་འདྲ་ཞིག་གི་མ་གཏོགས་ཕ་ཤེལ་ཡོག་མ་རེད། ད་དེ་འདྲ་ཡིན་དུས་ཅིག་གི་འདས་པའི་གི་ལོ་རྒྱུས་ནང་ལ་ལྕགས་ཀྱི་ཆེན་སྲིད་རྡོ་རྗེ་འཆང་ཆེན་པོ་མཆོག་གི་བཀའ་དེ་རྙིང་མ་བཞག་སོ་སོ་ཅིག་གི་ལས་རུང་རྙེད་པ་དེ་བཏང་པ་རེད། བརྒྱ་བྱིན་ཁ་མཆུ་ཡིན་ན་ཡང་འདྲ་གདམས་ངག་མཆུ་ཡིན་ན་དེ་ག་ས་མ་འདོན་བྱ་བ། ད་བྱབ་ཆེན་ཚེ་རྡོ་རྗེ་འཆང་ཆེན་པོ་མཆོག་དང་རྒྱ་མཆོག་བྱ་བྲལ་རང་བྱུང་རིག་པའི་རྡོ་རྗེ་ལ་སོགས་པ། དེ་འདྲ་གི་ལྟ་ཅི་སྔོན་གྲངས་ངེས་ཀྱི་ཅིག་རྟོགས་པ་མཐར་ཆུད་འབད་ཀྱི་ལྟ་ཕྱོགས་ཀྱི་གྲུབ་པའི་དབང་པོ་གོ་བ་ངེས་ལྡན་གྱི་སངས་རྒྱས་དངོས་སུ་ཞུ་བདེ་བ་དེ་ཚོ་འཕྲད་ཏེ་ཡིན་ན་ནི་གཏན་ནས་ཞུ་ལ་བ་རེད་མ་གཏོགས་གཞན་པ་ཅན་ཡིན་ན་ང་ཚོས་མ་དབང་བསྐུར་ཟེར་བའི་སྐབས་སུ་ལ་ཡ་ཅིག་དེ་རིག་ག་ས་འདོད་ཚོད་ལ་ཡ་ཅིག་གི་མིང་སྙན་གྲགས་ཅིག་དང་དཔལ་འབྱོར་ལོངས་སྤྱོད་ཀྱི་ཅིག་ཡ་བསྡུ་འགོད་བྱེད་ཡ་འདྲ་པོ་ཅིག་དང་སོ་སོ་ལ་ཡ་སྙན་གྲགས་ཅིག་ཐོབ་ཡོང་བསམ་པ་འདྲ་པོ་མི་མང་པོ་ཞིག་འདུག་སློབ་མ་མང་པོ་ཞིག་འདུག་འཁོར་ལོ་མང་པོ་ཅིག་འཛོམས་བྱ་ཟེར་གྱི་མིང་ཅིག་ལ་ཡ་བསམ་བློ་བཏང་པ་མ་གཏོགས་དེ་ལ་བསམ་བློ་བཏང་ནས་དབང་བསྐུར་ཡོང་དུས་ཆོས་ལོག་པར་སྤྱོད་པ་རེད། དེ་འདྲ་ཡིན་དུས་བསྟན་པ་ལ་ཡ་ཕན་གྱི་མ་རེད། བསྟན་པ་བརྒྱུད་པ་དང་བསྐྱེད་པ་ཐམས་ཅད་ལ་ཡ་ཕན་གྱི་མ་རེད་བླ་མའི་ཐུགས་དགོངས་རྫོགས་གི་མ་རེད་སེམས་ཅན་གྱི་རེ་བ་སྐོང་ཐུབ་ཡ་ཁག་པོ་རེད།

མཁྱེན་པའི་བདག་ཉིད་ཅན་རེད། མཁྱེན་པའི་བདག་ཉིད་ཅན་གྱིས་ཀུན་སློང་དང་བསམ་པ་ག་རེ་ཡོད་པ་དེ་མཁྱེན་གྱི་རེད་མ་གཏོགས། ལྐོག་གྱུར་མ་རེད་དངོས་གྱུར་གྱི་ཐུགས་རེད་དེ་ཡག་རེད། དེ་དེ་འདྲ་རེད་དེ་ཡིན་དུས་ཏག་ཅིག་གཞན་ལ་ཕན་ན་བསམ་པའི་བསམ་བློའི་འདུ་ཤེས་ཀྱིས་མངོན་དུ་ཕྱིན་པ་རེད། ང་རང་འདྲ་པོ་ཆགས་ན་ད་ལྟ་ལོ་འདིའི་སྙིང་ཐིག་ཡག་ཤོས་ལ་ཡང་སློབ་སྦྱོང་བྱེད་མྱོང་མཁན་ཅིག་ཡང་མིན། སྙིང་ཐིག་ཡག་ཤོས་ཀྱི་ཐོག་ལ་ཡང་ལོ་རྒྱུས་ཀྱི་ཞིབ་འཇུག་བྱེད་མཁན་ཅིག་ཡང་མིན། སྙིང་ཐིག་ཡག་ཤོས་ཀྱིས་ད་ནས་ཤིག་གིས་ད་ལྟ་ན་ཤིང་གི་བླ་མ་བརྒྱུད་པ་དང་བཅས་པ་ཐམས་ཅད་ཀྱི་འགྲོ་སྟངས་ག་རེ་རེད་བྱ་ཟེར་ནས་ཞིབ་འཇུག་བྱེད་མ་མྱོང། ཁམས་བཟང་རང་གི་ཐུན་མོང་མ་ཡིན་པའི་མན་ངག་གིས་ད་རིམ་པ་ཐམས་ཅད་དེ་ལ་ཡང་སློབ་སྦྱོང་འདྲ་ཞིག་བྱས་བསྡད་པ་རེད་དེ་ཡིན་ན་ཡང་ད། ཅིག་གིས་སོ་སོས། ཅིག་གིས་འདྲེས་པ་ཡོད་བསྡད་པ་མང་པོ་ཅིག་གིས་ད་སྙིང་དེ་ཡག་ཤེས་ཤིང་འདྲེས་ན་ཡག་པོ་འདུག་དེ་རིགས་གང་ཟག་དབང་མ་གཏོགས་ལུང་དེ་ཕལ་ཆེར་གསུང་གི་མི་འདུག་དེ་འདྲ་བྱེད་དུས་ཆོས་ཅིག་དཔེར་ཐུག་ན། ཅིག་གིས། ཅི་རེད། སྔ་འགྱུར་བ། དེ་ནས་དེ་ནང་ནས་ཀྱང་ད། ཅི་རེད་ད་ནང་པ་སངས་རྒྱས་པ་ཡོད་དོ་རེད་དེ་ནང་ནས་སྔ་འགྱུར་བ་ལ་ད་ཕན་ཐོགས་ཆེན་པོ་ཡོང་ས་རེད་ཟེར་ན་ང་རང་སྙིང་ནས། ཅིག་གིས་བླ་སྤྲུལ། མཁན་པོ། ཅིག་གིས། འདྲེས། འདྲེས་པ་ཡོད་བསྡད་པ་ཁ་ཤས་ཅིག་གི་རྒྱུ་གུ་བྱུང་སོང་དེ་ཡིས་ད་རྐྱེན་བྱས་ནས་འདུག་ཟེར་ད་རེས་མ་འབུལ་རྒྱུ་གི་གོ་སྐབས་དེ་བྱུང་བ་རེད། དེ་ནས་ད་མ་འབུལ་བའི་སྐབས་སུ་ལ་ད་རྣམ་པ་ཚོ་མཆན་གུག་རེ་ང་རང་གི་ངོས་ནས། བཀུར་བ་བཀུར་བའི་ངོས་ནས་ཁྱེད་ཀྱི་གསང་སྔགས་རྡོ་རྗེ་སློབ་དཔོན་གྱི་མཚན་ཉིད་དེ་མ་ཚང་པ་དང་ཡོན་ཏན་དེ་མ་ལྡན་པ་ཡིན་དུས་ཁྱེད་ཀྱིས་ཁྱེད་ལ་བྱིན་རླབས་དང་སྟོབས་དང་ནུས་པ་ཡོང་ཡང་ཁག་པོ་རེད་དེ་ཡིན་ན་ཡང་བླ་མ་ལ་རྩེ་གཅིག་ཏུ་གསོལ་བ་བཏབ། དེ་ཡིན་ན་ཡང་ལྷག་པར་དུ་ཆབ་ཆེན་རྡོ་རྗེ་འཆང་ཆེན་པོ་མཆོག་ལ་ཡང་གསོལ་བ་བཏབ། ཁྱེད་ཀྱི་སྐུ་གསུང་ཐུགས་ཀྱི་བྱིན་རླབས་དེ་རང་གི་སེམས་རྒྱུད་ལ་འཕོས་མ་ཐག་པའི་ལུས་ངག་ཡིད་གསུམ་གྱི་དྲི་མ་མཐའ་དག་སྦྱངས། ད་ནི། ལུས་བླ་མའི་སྐུ། ངག་བླ་མའི་གསུང། དྲན་རྟོག་བླ་མེད་ཀྱི་ཐུགས་ཀྱི་རོལ་པ་ལ་ཤར་བའི། རྟོགས་པ་མངོན་གྱུར་མེད་ན་ཡང་ཡིད་དཔྱོད་ཙམ་བྱས་ནས་མོས་པ་ཙམ་བྱས་ནས་ད་རིང་གི་ཁ་སང་སྔོན་མ་དེ་ལས་ཁུངས་ཀྱི་བསྙེན་པ་ཞིག་བཏང་བ་རེད། བཏང་ནས། བླ་མ་ཡང། བླ་མ། ད་ལྟ་དེ་འདི་མ་ཉན་ཏེ་དང་བླ་མ། ཡང་ཐིག་བཤད་དེ་ཟབ་མོ་ཡང་ཐིག་མཁའ་འགྲོ་ཉན་ཏེ་མཁའ་འགྲོ་ཡང་ཐིག་གི་ད་ལས་ལུང་མ་ཉན་པ་ཅིག་བཏང་པ་རེད་ག་ས་དོན་འདྲ་ཅིག་ཟེར་བྱེད་མངོན་ལ། བཏང་ནས་ད་ཐིག་ཅིག། མ་བརྒྱུད་པ་མ་བྱས་བསམ་གཞིག་ཐོག་ནས་ཐུགས་ཕན་གསོས་ན་བསམ་པས་ད་ཟབ་མོ་འདུ་ཤེས་དེ་ཙམ་ཞིག་མ་གཏོགས་དབང་བསྐུར་ཐོས་པའི་གནས་ཚིག་གཉིས་རྡོ་རྗེ་སློབ་དཔོན་གྱི་ཡོན་ཏན་དེ་མ་བསྟན་པ་ཡིན་དུས། གཅིག་རང་རང་སོ་སོའི་སེམས་པ་ནང་ན་བློ་ཞུམ་པོ་དང་ཕ་ཁུམ་པོ་འདྲ་ཞིག་ཡོང་གི་འདུག་དེ་ལ་ཡང་ཐམས་ཅད་ལ་ཡང་དང་པོ་དབང་སེམས་དཔའ་བོ་ཐམས་ཅད་ལ་ཡང་གསོལ་གསོལ་ཞུ་ཡ་ཡིན། ད་ལྟའི་མཁྱེན་ཡོན་འདི་ཅིག་ང་རང་ངོས་ནས་ཆ་བཞག་ན། གཅིག་ཞབས་ཕྱི་ཆེན་པོ་རྡོ་རྗེ་འཆང་ཆེན་པོ་སྐུ་ཕྱོགས་ཀྱི་སྐུ་མདུན་ནས་གསང་སྔགས་རྙིང་མའི་ཡེ་ཤེས་ཀྱི་དབང་ལུང་མན་ངག་མང་པོ་ཅིག་ཞུ་ཞུ་བྱུང་བའི་གོ་སྐབས་བསྐལ་པ་བཟང་པོ་ཞིག་ཡིན་པ་ཡིན་དུས་ད་རེས་སྙིང་ཐིག་ཡ་ཤིས་ཀྱི་དབང་ལུང་འཆད་སྤེལ་བྱས་པ་འདི་ཡི་རྒྱུད་བཅས་ནས་བླ་མའི་བྱིན་རླབས་དེ་ཁྱེད་རང་རྣམ་པ་ཚོ་ལ་ཡང་ཕུལ་ཐུབ་པ་བླ་མ་སི་ཏུ་སྐྱབས་རྗེ་ཆེན་པོ་རྡོ་རྗེ་འཆང་ཆེན་པོ་མཆོག་དང་དཔལ་ལྡན་སྐྱབས་རྗེ་ཁྲུ་ཞི་རིན་པོ་ཆེའི་སྐུ་མདུན་ནས་ཐོབ་པ་ཡིན་དུས་དེའི་བྱིན་རླབས་ཀྱི་ཚན་ཁ་དེ་ད་ནས་རྣམ་པ་ཚོ་གི་ཐུགས་རྒྱུད་ལ་ཡར་འཕོས་བྱས་ནས་སྙིང་ཐིག་ཡ་ཤིས་ཀྱི་རྟགས་དབང་ཁྲིད་མན་ངག་དང་བཅས་པ་ཐམས་ཅད་དེ་ཐམས་ཅད་དེ་ད་ནས་ཅིག་མ་འོངས་པ་ལ་དཔུང་དུ་བྱུར་ནས་དེའི་བསྟན་པ་དང་སེམས་ཅན་ལྷག་པར་དུ་གསང་སྔགས་སྔ་འགྱུར་བའི་བསྟན་པ་ལ་ཕན་ཐོགས་ཆེན་པོ་ཡོང་ཐུབ་པའི་ང་རང་གི་རེ་བ་སྨོན་འདུན་ཀུན་འགྲོ་འདི་གྱི་ཐོག་ནས་མ་ཞུ་ཡ་ཡིན། ད་དེ་ལ། སྤྱིར་བཏང་ཏིར་ཁ་ཚ་དྲ་རྒྱ་གི་ནང་དུ་ཡག་རྟགས་འདི་ལོ་རྒྱུས་མང་པོ་ཡོད་རེད་སྙིང་ཏིག་ཡ་ཤི་ཟེར་བའི་སྐབས་སུ་ཡིན་ན་ཡང་ཚིག་གི་ཕལ་ཆེ་བ་གཅིག་གིས་སྙིང་ཐིག་ཡ་ཤི་ཟེར་བའི་སྐབས་སུ་ག་རེ་ཡིན་ཡིན་མ་མཁྱེན་མཁན་དེ་འགན་འཛིན་ནས་ཚུར་ཡ་མང་པོ་བྱུང་བསྡད་ཀྱི་ཡོད་རེད། དེ་འདྲ་ཡིན་དུས་རྟགས་སྙིང་ཐིག་ཡ་ཤི་ཟེར་ཡ་འདི། དེ་སྙིང་ཐིག་འདི་ལ་ཡང་སྙིང་ཐིག་གོང་མ་དང་སྙིང་ཐིག་འོག་མ་གཉིས་བཞག་གི་ཡོད་པ་རེད་འདུག་བ་རྟགས་སྙིང་ཐིག་གོང་མ་ཟེར་ཡོད་འདུག་སྙིང་ཐིག་ཡ་ཤི་འདི་རེད། སྙིང་ཐིག་འོག་མ་འདི་ཀློང་ཆེན་གཉིས་འདི་རེད། རྟགས་སྙིང་ཐིག་གོང་མ་དེ། ད་ལྟ་སྙིང་ཐིག་ཡ་ཤི་ཟེར་ཡ་དེ་ཡོང་གི་ཡོད་རེད་རྟགས་སྙིང་ཐིག་ཡ་ཤི་དེ། ད་ལྟ་གོང་དུ་ཞུས་པ་ལྟར་དུ། དང་པོ་དེ་འབེ་རོ། ཁ་ཚ། འབི་མ་ལ་ནས་མ་བརྒྱུད་པ་ཡིན་པ་ཡིན་དུས་འབི་མ་སྙིང་ཐིག་བྱས། དེའི་ཡོད་དོན་ནི་གཅིག་གིས་ནང་དོན་དཀྱུས་ཡོངས་སུ་འཁྲིལ་བ་དེ་ཀུན་གཞིའི་ཀློང་ཆེན་པའི་གསུང་ཡིན་པ་ཡིན་དུས་དེ་ལ་ཡག་རྟགས་ནས་བླ་མ་ཡང་ཏིག་ཟེར་ཡོང་གི་ཡོད་པ་རེད། ད་དེ་བི་མ་སྙིང་ཐིག་སུ་ཞུ་དགོས་ཡ་དེ། དེ་ནས་ཅིག་པན་ཆེན་བི་མ་ལ་མི་ཏྲ་ནི་མ་བརྒྱུད་པ་ཡིན་དུས། དེ་ནས་ད་ལྟ་དེ། སྐྱེ་ཚུལ་སེང་གེ་དབང་ཕྱུག་ལ་ཡ། དེ་ནས་ཅིག། དབྱིན་ཇུས་བཀའ་ཁྲིར་ཆུ་བོ་དཀྱིལ་དུ་འདྲེས་པ་དེ་སྐྱེ་ཚུལ་སེང་གེ་དབང་ཕྱུག་ཅེས་དེའི་སྐྱེ་ཚུལ་སེང་གེ་དབང་ཕྱུག་གིས་བི་མ་ལ། དེ་ནས་བི་མ་ལ་གི་རྗེས་སུ་སོང་དེ་ལས་བརྒྱུད་པ་དེ་ལ་ཡ་དང་བི་མ་སྙིང་ཐིག་སི་ལ་བ་རེད། པན་ཆེན་བི་མ་ལ་མི་ཏྲ་ལ་མ་བརྒྱུད་པ་དེ་ལ། དེ་ཡི་བཅུད་བྲི་བ་དེ་ལ་བླ་མ་ཡང་ཐིག་ད། དེ་ལ་སྙིང་ཐིག་མ་བུ་གཉིས་སི་ཡ་དེ། བི་མ་སྙིང་ཐིག་དང་དེ་ཡི་བཅུད་བྲི་བ་དེ་བླ་མ་ཡང་ཐིག་གཉིས་ལ་མ་བུ་གཉིས་སི་བྱས་ནས་ཞུ་ཡ་དེ་ལས་བཞག། དེ་ནས་མཁའ་འགྲོ་སྙིང་ཐིག་སི་ཡ་དེ། དེ་ནས། སློབ་དཔོན་སངས་རྒྱས་གཉིས་པ་གུ་རུ་པདྨ་འབྱུང་གནས་ཀྱིས། མཁའ་འགྲོ་ཡེ་ཤེས་སོ་བརྒྱ་གཙོ་བོ་མཆོད་པའི་གྱི་མཁའ་འགྲོ་འབུམ་ལ་ཡ་གསུང་བཞག་པས་བདག་མ་དེ་མཁའ་འགྲོ་སྙིང་ཏིག་རེད། ལས་དེ་ཡི་ཟབ་གནད་གཅིག་ཏུ་དྲིལ་བ་དེ། ཀུན་མཁྱེན་གྱི་གསུང་རེད་དེ། མཁའ་འགྲོ་ཡང་ཏིག་ཟེར་སླ་བ་རེད། ད་དེ་ཡི་རྗེས་སུ་ཟབ་མོ་ཡང་ཏིག་ཟེར་ཡ་དེ། དེ་ནས། ད་ལྟ་དེ་ཡི་མ་བུ་ཞིག་གི་ནང་ན་འདུས་ཡོད་མ་རེད་དེ་ཡི་སྤྱི་ཆོས་ལྟ་བུ་ཞིག་དེ་ཞིག་གི་སྤྱི་ཆོས། ལྟ་མ་ཞིག་འདི་མགོ་ལ་ཡིག་བརྒྱ་ཞེས་ཡོད་རེད་ཚང་མས་མཆན་འབུལ་བ་ཨོ་དེ་འདུག་འདི་སྤྱི་ཆོས་རེད་སྤྱི་ཆོས་བཞག་བྱས་ནས། དེ་ནས། དེ་ཡི་ཡང་ཏིག། བླ་མ་ཡང་ཏིག། བཟང་མོ་ཡང་ཏིག་མཁའ་འགྲོ་ཡང་ཏིག་སེ་ཡང་ཏིག་གསུམ་ཡོང་གི་འདུག་བ་སྙིང་ཏིག་འདི་སྙིང་མ་དང་ཡོག་མ་རེད་དེ་སྙིང་ཏིག་གཉིས་དེ་གར་ཟིན་ན་མི་མ་སྙིང་ཏིག་དང་མཁའ་འགྲོ་སྙིང་ཏིག་དེ་རེད་ད་དེ་ལ་སུམ་ཚུར་དེ་དང་འདྲ་མི་འདྲ་མང་པོ་འདུག་བ་ད་ད་ད་འདིའི་ག་ཅི་རེད་ས་ང་སྙིང་མ་བ་ལ་ཐུན་མོང་ལ་ཡོང་འདྲ་དེ་ད་ད་སྙིང་ཏིག་ཡག་ཤི་ཤི་ཟེར་ཡ་དེ་ཨོ་མི་མ་སྙིང་ཏིག་དང་དེ་ནས་བླ་མ་ཡང་ཏིག་གཉིས་བྱས་མཁའ་འགྲོ་སྙིང་ཏིག་མཁའ་འགྲོ་ཡང་ཏིག་དེ་བཞི་དེ་ལ་ཡ་དེ་ནས་ད་ད་ད་ས་ང་སྙིང་མ་བ་ཡི་ཐུན་མོང་ལ་ཡོང་ཆོག་འདྲ་བས་ཀྱི་ད་སྙིང་མ་གཅིག་གི་ལ་སྙིང་ཏིག་བཞི་ཟེར་ཡ་དེ་དེ་རེད་སྙིང་ཏིག་ཡག་ཤི་ཤི་ཟེར་ཡ་དེ་དེ་ནས་ཀ་ཐོག་རིག་འཛིན་ཚེ་དབང་ནོར་བུ་ལ་སོགས་པའི་གསུང་གི་ནང་དུ་མཇལ་ཡོང་དུས་ཡང་སྙིང་ཐིག་མ་བུ་བཞི་དེ་ཚིག་གྲངས་ཁ་ཁ་ཡོད་པ་རེད། དང་པོ་དེ་སྙིང་ཐིག། བི་མ་སྙིང་ཐིག་དང། བླ་མ་ཡང་ཐིག་གཉིས་པོ་དེ་སོ་སོར་བགྲང། དེ་ནས་མཁའ་འགྲོ་སྙིང་ཐིག་མ་བུ་གཉིས་པོ་དེ་གཅིག་ཏུ་སྦྲེལ། དེའི་སྒང་ལ་ཡང། དེ་ནས་རྡོར་སེམས་སྙིང་ཐིག་དེ་སྦྱར་ནས་སྙིང་ཐིག་ཡ་བཞི་ས་དེ་རེད་གསུངས་ཀྱི་ཡོད་རེད། ད་དེ་ཀུན་འབྱུང་གླིང་པ་ལས། དེ་ནས་རྡོར་སེམས་སྙིང་ཐིག་ཟེར་བའི་དེ་སོ་དེ་བཞག་པ་རེད། ད་དེ་ཀ་ཏོ་རིན་ཆེན་ཚེ་དབང་ནོར་བུ་ལ་སོགས་པའི་གེ་དག་གསུངས་ནང་ལ་དེ་ཡོང་གི་ཡོད་པ་རེད་འདུག་བ། ཡིན་ན་ཡང་ད་རྡོར་སེམས་སྙིང་ཐིག་དེ་བརྒྱུད་པ་གཙོ་བོ་དེ། བེ་རོ་ལ་ཐུག་གི་ཡོད་པ་རེད། དེ་ནས་ཀརྨ་པ་རང་བྱུང་རྡོ་རྗེ་ལས་ཡང་བི་མ་ལས་ཀྱི་རྗེས་སུ་སོང་ནས་གཏན་ལ་ཕབ་ཡོང་དུས་དེའི་སྐབས་སུ་ཡང་གཅིག་པ་རེད། བི་མ་སྙིང་ཐིག་མ་བུ་གཉིས་སོ་སོར་བགྲང། ཡང་དེ་ནས་མཁའ་འགྲོ་སྙིང་ཐིག་མ་བུ་གཉིས་གཅིག་ཏུ་སྡེབ། དེའི་སྟེང་དུ། དེ་ནས་ཀརྨ་སྙིང་ཐིག། དེ་བཞག་ཡོང་བ་རེད། སྒྲོན་མ་ཉིད་དེ་དེ་ལ་བརྒྱབ། དེའི་བཀའ་བརྒྱུད་པའི་ནང་ལ་ཡར་ཡོངས་སུ་གྲགས་པ་མ་གཏོགས་རྙིང་མ་བས་དེ་གསུངས་ཀྱི་ཡོད་མ་རེད་ད་དེ་བཀའ་བརྒྱུད་པས་གསུངས་པ་རེད། དེ་གསུངས་པ་རེད་ད་ཡིན་ན་དེ་དཔེ་ཆ་དེ་ག་བ་ཡོད་མེད་ཚིག་བརྒྱུད་རེད་མ་གཏོགས་འདི་ན་འདུག་ཟེར་ཡ་ཚིག་སུ་ལ་བསྟན་གྱི་ཡོད་མ་རེད་དེ་གང་ལྟར། འོ་ཐུགས་ཟིན་ནས་ཡོང་གི་ཡོད་རེད། ད། དེ་ལྟ་བུའི་གི་སྙིང་ཐིག་ཡག་ཞིག་དེ། ག་བ་ཐུག་ཡོད་རེད་ཞེས་ནས་བཤད་ཡོང་དུ་ཁུངས་གཏུགས་ས་འདྲ་བོ་དེ། དེ་ཁུངས་གཏུགས་ས་འདྲ་བོ་དེ་ལ་ད། མདོ་རྒྱུད་སེམས་གསུམ་ཟེར་ཡ་དེ་རེད། ད་གསང་སྔགས་རྙིང་མ་བ་ལ་མེད་དུ་མི་རུང་བ་དེ་མདོ་རྒྱུད་སེམས་གསུམ་རེད་བ། ད་དེང་སང་མདོ་རྒྱུད་སེམས་གསུམ་ཉམས་ལེན་བྱེད་མཁན་དཀོན་པོ་ཆགས་ཀྱི་ཡོད་རེད་ཕ་ཆེ་ཕ་ཆེ། ད་ཉུང་ཉུང་ཙམ་ཞིག་ཨ་ཡོད་ན་མ་གཏོགས་ཕ་ཆེ་མེད་པའི་བཟོ་ལ་ཆགས་འགྲོ་བ་རེད། ད་རྒྱུད་སྡིག་གི་སྐོར་འབྲས་བུ་དང་གཅིག་ཆོ་ག་ཕྱག་མཆོད་དེ་ཚོ་ཤུགས་ཆེན་པོ་ཞིག་གནང་བསྡད་པ་རེད་མ་གཏོགས། ཡ་ནི་མདོ་རྒྱུད་སེམས་གསུམ་དེ་དཀའ་ལས་ཧ་པོ་ཆགས་བསྡད་ཡོད་རེད་དེ་ཡིན་དུས་ད་ཉམས་ལེན་གྱི་རྩ་བ། ལྷག་པར་དུ་གསང་སྔགས་རྙིང་མ་ལ་ཡང་དག་རིག་པ་འཛིན་པ་ཟེར་ལ་ཡོན་དུ་རིག་པ་ཟེར་བའི་སྐབས་སུ་ཕྱག་རྒྱ་ཆེན་པོའི་སྐབས་སུ་སེམས་ཉིད་ལྷན་ཅིག་སྐྱེས་པའི་ཡེ་ཤེས་འདི་རྫོགས་ཆེན་སྐབས་སུ་རང་བྱུང་གི་རིག་པ་ཟེར་དེ་གཉིས་གཅིག་མ་ཡིན་པ་རེད། བླ་མ་རྣམས་ཀྱིས་བསྟན་ཡོན་དུ་བསྟན་སྲོལ་གྱི་ཐོག་ནས་མ་འདྲ་བ་བྱེད་པར་བྱས་པར་ཤེས་སྲོལ་གྱི་ཐོག་ནས་མ་འདྲ་བ་བྱེད་པར་བྱས་པ་དེ་འགྲོ་དགོས་ཀྱི་རེད་ག་རེ་བསམ་ན་གང་ཟག་སློབ་མ་རྣམས་ལ་ཆོས་བཤད་པའི་སྐབས་སུ་དེ་དག་གིས་ཁམས་དྭངས་དབང་པོ་མོས་པ་དང་འཚམས་པའི་ཐོག་ནས་ཆོས་བཤད་པ་མ་གཏོགས་བླ་མ་རྡོ་རྗེ་སློབ་དཔོན་རང་ཉིད་ཀྱིས་མཁྱེན་པའི་ཡོན་ཏན་གཙོ་བོ་བྱེད་པ་དང་དེའི་གཙོ་བོ་བྱས་ནས་ཆོས་གསུང་གི་ཡོད་མ་རེད་གང་ཟག་གི་རྒྱུད་ཚུལ་ལ་བསྟུན་བྱས་ནས་ཐབས་གང་དང་གང་གིས་བཏུལ་དགོས་བ། ལམ་གང་དང་གང་ཞིག་སྟོན་དགོས་བ། རྒྱུད་གང་དང་གང་བཏུལ་དགོས་བ་དེ་དག། མ་འདྲེས་པར་མཁྱེན་པའི་ཐོག་ནས་ཆོས་ཀྱི་འཁོར་ལོ་བསྐོར་དགོས་ཀྱི་ཡོད་པ་ཡིན། འདུས་བྱས་བློ་དམན་གྱི་རྒྱུད་གཙོ་བོ་བསྐྱོན་ནས་འཆད་པ་ཡིན། དེ་ལ་ཕྱི་ཚུལ་མ་འདྲ་བ་མང་པོ་ཡོད་རེད་དེ་གཙོ་བོ་དེ་རྫོགས་པ་ཆེན་པོའི་སྐབས་སུ་ལྟ། རིག་པ་འཛིན་པ་ཟེར་ག་སོ་རིག་ཟེར་ག་སོ་ར་གེ་བོ་རིག་ག་རིག་རེད་བ། མང་པོ་ཅིག་གིས་ར་གོ་རིག་ག་ས་རིག་ཟེར་གི་ཡོད་པ་དེ་ནོར་བ་རེད་བ། ད་རིག་པ་ཟེར་ཡ་དེ་སེམས་ཉིད་ལྷན་ཅིག་སྐྱེས་པའི་ཡེ་ཤེས་ཤཱཀྱ་ཆེན་པོའི་སྐབས་སུ་རྫོགས་པ་ཆེན་པོའི་སྐབས་སུ། དེ་ནས་རྫོགས་པ་ཆེན་པོ་ཟེར་ཡ་ཚིག་དེ་ནས་ཡོང་གི་ཡོད་བ་རེད། ད་དེ་དང་པོ་མགོ་ལས་མ་བྱས་ཞུས་ན།

འགྲོ་འདུག་ཟ་ཉལ་སྤྱོད་ལམ་གང་གི་སྐབས་སུ་ཡིན་ན་ཡང་ཕྱི་ཡི་རྐྱེན་སྣང་བ་སྣ་ཚོགས་ནང་གི་རྐྱེན་རྣམ་རྟོག་སྣ་ཚོགས་པའི་གེགས་རྐྱེན་གྱིས་བསྒྱུར་སོང་བ་མ་ཡིན་པར། རང་ཤར་རང་གྲོལ། གཅེས་མཐོང་གཅེས་གྲོལ། དེ་འདྲའི་གི་གནད་གཅིག་གི་ནང་ལ་འདེད་ཐུབ་ན། དེ་རིག་པ་འཛིན་པ་ཟེར་ཏེ་དེ་རེད། དེ་ལྟ་བུའི་རིག་པ་འཛིན་པའི་རྣལ་འབྱོར་གྱི་ཉམས་ལེན་གྱི་གཞི་ཡག་ས་དེ་ག་བ་བཞག་དགོས་ཀྱི་ཡོད་རེད་ཟེར་ན་མདོ་རྒྱུད་སེམས་གསུམ་ལ་ཐུག་ཡོད་རེད། མདོ་རྒྱུད་སེམས་གསུམ་ཟེར་ཡ་དེ་མདོ་ཟེར་བའི་སྐབས་སུ་ལ་མདོ།

མ་ཧཱ་ཡོ་ག་ཨ་ནུ་ཡོ་ག་ཨ་ཏི་ཡོ་ག་གསུམ། བསྐྱེད་པ་མ་ཧཱ་ཡོ་ག། རྫོགས་པ་ཨ་ནུ་ཡོ་ག། རྫོགས་པ་ཆེན་པོའོ་ཟེར་བའི་སྐབས་སུ། དཔེར་ན་ཨ་ཏི་ཡོ་ག་དེ་གླེང་གི་ཡོད་རེད། ད་ད་ལྟ་འདིས་སྙིང་ཏིག་ཡ་བཞི་སྟེ་དེ་གསུམ་ལ་ནི་ག་བ་ཁོངས་སུ་གཏོགས་པ་རེད། མདོ་སྒྱུ་སེམས་གསུམ་ལ་ནི་ག་བ་གཏོགས་པ་རེད་ཟེར་ན་དཔེར་ན་སེམས་ཀྱི་ནང་ལ་གཏོགས་པ་རེད། སེམས་དེ་ཟེར་ཡ་དེ། ད་སེམས་དེ་དེ་ལ་ཡང་དེའི་མདོ་སྒྱུ་སེམས་གསུམ་ཟེར་ཡ་དེ། ཨ་ཏི་ཡོ་ག་རྫོགས་པ་ཆེན་པོ་དེ་ལ་ཡང། དེ་ནང་ཚན་གྱི་དབྱེ་བ་ཕྱེ་ཡོད་དུས།

སྟ་གོན་གྱི་གནང་ཡོང་དུས་ཡང་སྟ་གོན་དེ་གི་མ་མཇུག་གྲུ་ལ་ཁ་དེ་ལ་ཡང་སློབ་མ། གཅིག་གི་བླ་མ་སྤྲུལ་སྐུ་མཁན་པོ་སུ་ཕེབས་ན་གཅིག་སྔ་དྲུག་གྲུ་དོན་ཡོད་ཕེབས་ཡོང་ན་ཡང་ད་ཆོས་ཚུ་ཆོས་ཕྱིས་སོང་འདུག་ད་ཁྱད་པར་མི་འདུག་ཐག་རིན་པོ་ཆེ་ནས་དཀའ་ངལ་བརྒྱབ་ནས་སླེབས་ཡོང་པ་ཡིན་དུས་ངས་སྟ་གོན་སང་ཉིན་ཡང་འཚར་གཅིག་བྱས་ཆོག་བས་ན་རྒྱུད་ལུས་ཕུར་པ་བཀང་བ་གནང་པའི་སྐབས་སུ་ལ་རྒྱུད་ལུས་ཕུར་པའི་གི་སྟ་གོན་དེ་ལ་ཕྱག་ལེན་རྒྱས་ཤིང་རྒྱས་པ་ཡོད་པ་རེད་སྦྱིན་སྲེག་དང་བཅས་པ་བླུགས་དགོས་པ་ཡིན་དུས་ལས་སླ་བ་ཡོག་མ་རེད་དེ་དེ་གནང་ཡོང་དུས་ཡང་རྒྱུད་ལུས་སློབ་མ། དབང་བྱེད་མ་སྲིང་མཁན་ཐམས་ཅད་ལ་ཡང་སྟ་གོན་དེ་ཡང་བྱ་ཡང་བྱ་བྱས་ནས་ཚར་གསུམ་གནང་བ་རེད། དེ་མ་འོངས་པའི་བརྒྱུད་པ་དང་བསྟན་པ་ལ་ཡང་ཕན་པ་དགོངས་པ་རྒྱ་ཆེན་པོ་ཞིག་བཞེས་བྱས་ནས་ཟུར་ཟའི་སྐུ་ལས་བསྐྱོན་པ་རེད། དེ་དུས་འཁོར་ལོ་མང་གི་སྐད་གྲགས་གང་ཡང་ཡོད་མ་རེད། མཚན་སྙན་གྲྭ་གླེང་ཡོང་བསམ་པ་ཡོད་མ་རེད། དངུལ་དཔལ་འབྱོར་རག་ཡོང་བསམ་པ་ཡོད་མ་རེད། འཁོར་ལོངས་སྤྱོད་འཕེལ་ཡོང་བསམ་པ་ཡང་ཡོད་མ་རེད། འཇིག་རྟེན་གྱི་བློ་འཇིག་རྟེན་གྱི་འདུ་ཤེས་ཕྱིན་ཅི་ལོག་གི་འདུ་ཤེས་གཅིག་ཀྱང་ཡོད་མ་རེད། ད་དེང་སང་དུས་ཚོད་ལ་དབང་བསྐུར་ཡོད་འདུག་ངོ་ཚ་བོ་ཡ་ཆེ་ཆགས་བསྡད་ཀྱི་འདུག་ལྷག་པར་དུ་ང་རང་འདྲ་བོ་ཅིག་ལ་ཆ་མཚོན་གཞན་མི་ཤེས་གཞན་ལ་སྐྱེས་བུ་དམ་པ་མང་པོ་ཡོད་རེད་ཞུ་ཡ་མེད་བསམ་གྱི་མི་བྱ་བའི་སྐྱེས་བུ་རེད་རང་ལ་ཆ་མཚོན་ན་གཞན་ལ་དབང་བསྐུར་འཆད་ཉན་བྱེད་ཡ་གི་མཐུན་རྐྱེན་དེ་འདུག་གས་ལྟ་ཡོང་འདུག་མཐུན་རྐྱེན་དེ་ཚང་མི་འདུག་ཡིན་ན་ཡང་ད་མིང་ཅིག་ཁུལ་བྱས་ནས། བླ་མ་གི་སྐུ་མདུན་ནས་ཆོས་ཡེ་ཤུའི་དབང་ཞུས་བཞག་པ་དེ། ཡང་ན་རེ་སོ་སོའི་ཉམས་ལེན་ཅིག་བྱེད་ཐུབ་དགོས་ཀྱི་འདུག་ཡང་ན་དེ་ཡིས་གཞན་ལ་ཡང་ཕན་པ་ཅིག་ཡོང་དགོས་ཀྱི་འདུག་བསམ་བྱས་ནས་རྟ་མང་དབང་བསྐུར་ལོ་ཙམ་བྱས་པ་དང་དབང་མང་ཕུལ་ལོ་ཙམ་བྱས་པ་ཞིག་རེད་མ་གཏོགས་དེའི་ཐོག་ནས་གཞན་ལ་ཡང་ཕན་པ་རྒྱ་ཆེན་པོ་ཅིག་དང་བླ་མ་གོང་མ་ཚོ་གི་རྣམ་པ་ནང་བཞིན་ཡོང་གི་རེད་བསམ་ན་བསམ་པ་གཉིས་ནས་མེད། བླ་མ་གོང་མ་ཚོ་འདི་འདྲ་ཡག་ཡོད་མ་རེད་ལ། ང་ཚོས་ཅིག་བླ་མ་གོང་མ་ཚོས་ཅིག་གནང་གི་འདུག་བྱས་ཙང་ངས་དེ་བྱེད་དགོས་ཀྱི་འདུག་བླ་མ་གོང་མ་ཚོ་གི་དེ་འདྲ་གནང་གི་འདུག་ངས་དེ་བྱེད་དགོས་བསམ་པ་དེ་ནོར་འཁྲུལ་རེད་དེ་ག་ལས་ཁག་པོ་རེད་ལ། བླ་མ་གོང་མ་ཚོ་གི། ད་ནི་རི་ཡི་བུ་ཆེ་ན་བུན་ཆེ་གོས་ཆེ་མཆོང་ལྟོ་གོས་བཏང་སོ་མ་བསྐུར་བློ་ཕུག་ཆོས་ལ་གཏད་ཆུ་ཕུག་སྤྲང་ལ་གཏད་སྤྲང་ཕུག་ཤི་ལ་གཏད་ཤི་ཕུག་གྲོག་སྟོང་ཁམ་བུ་ལ་གཏད་ནས་གདན་ས་ཆེན་པོ་ཞིག་གི་ཐོག་ནས་ཉམས་ལེན་གནང་ནས། ནམ། ཉིན་མཚན་དུས་དྲུག་ལ་གཡོ་བ་མེད་པའི་ཐོག་ནས་ནང་ཞག་ཆུ་བོ་རྒྱུན་གྱི་རྣལ་འབྱོར་ལ་རྩེ་གཅིག་ཏུ་བརྩོན་ལྡན་གྱི་རྣལ་འབྱོར་པ་རེ་དབང་དངོས་སུ་བསྐུར་བ་ལྟར་ལྟ་ཞོག་དེ་དེ་དག་གིས་དཀྱིལ་འཁོར་གྱི་ཚོམ་བུ་དང་ཞབས་ས་ལ་རེས་ཙམ་བྱུང་བ་ཡིན་ན་ཡང། འགྲོ་བའི་སྡུག་བསྔལ་མི་མེད་དུ་སོ་ཐུ་ཡ་གི་ཐུན་ཕྲད་ཀྱི་བྱིན་རླབས་དང་ནུས་པ་ཡོད་པ་རེད། སོ་སོ་ལ་དེ་མེད་པ་རེད། ད་མེད་ཡོད་འདོད་ལྟ་ནས། ཀརྨ་པ་རྗེ་ཕ་མེས་ཆོས་རྡོ་རྗེ་དག་གིས་ངས་གསུངས་པ་དེ་ལུང་དྲངས་པ་ཡིན་པ། དབང་བསྐུར་ཆེད་དུ་བྱའོ་ཞེས། རྒྱུད་སྡེ་རྒྱ་མཚོའི་ཆེད་དུ་ཞེས་པ་དང་དཀྱིལ་འཁོར་མངོན་པར་བྱ་ཆེའོ་ཞེས་པ་དེ། དེ་ནི་བདུད་ཀྱིས་བྱིན་གྱིས་བརླབས་པ་ཡིན་གསུང་བ་རེད། ད་དེ་འདྲ་གི་དུས་ཚོད་དེ་ད་ལྟ་རེད་སྐབས་དེ་དུས་མ་རེད་ད་ལྟ་རེད། དེ་ཡིན་ན་ཡང་ད་གཅིག་གི་ཀུན་སློང་ཕྱིན་ཅི་ལོག་པ་མེད་པ་དང། ཀུན་སློང་དེ་གཅིག་གིས་ཆོས་ཀྱི་ནང་ལ་ག་ཚོད་ཡོད་མེད་ཅེས་པར་འགྲེལ་ཐུབ་ཐུབ་ཅིག་གི་བསམ་བློ་བཏང་བྱས་ནས་ཐུགས་སུ་མ་ཕུལ་གྱི་ཡོད་དེ་ཕུལ་ཡོང་དུས་གཅིག་གིས་མ་འོངས་པ་ལ་ཡིན་ན་ཡང་འདི་གི་ཐོག་ནས་གཅིག་གིས་བླ་མ་གོང་མ་ཐམས་ཅད་ཀྱི་ཐུགས་དགོངས་སྐོང་ཐུབ་ཡ་ལ་འདི་ཡི་དབང་དང་ལུང་དེ་ཚོ་ཐམས་ཅད་དེ་ག་ཚོད་ཡོད་དེ་ཕྱི་དཔེར་གནང་ཐུབ་པ་ཅིག་གནང་རོགས་གནང་དེ་ཡི་དག་ཅིག་ཐུགས་ཀྱི་ཐུགས་རྗེས་དེ་མངོན་དུ་འགྲོ་བ་ཞིག་གནང་རོགས་གནང་ཟེར་ངེས་ཀྱི་འབོད་སྐུལ་ཞུ་ཡ་དང་པོ་དེ་དེ་ཡིན། རྫོགས་པ་ཆེན་པོ་ཟེར་ཡ་དེ་ག་རེ་ཟེར་ཡོད་རེད་ད། གསང་སྔགས་རྙིང་མ་བོད་ཀྱི་མཁན་སྤྲུལ་དགེ་བའི་བཤེས་གཉེན་རྣམ་པ་ཚོགས་ཀྱིས་བྱིན་ཕྱིན་པ་རེད་ཡིན་ན་ཡང་ལས་དང་པོ་པ་དང་གསར་བུ་པ་ད་ནས་རྫོགས་པ་ཆེན་པོ་ཟེར་བའི་སྐབས་སུ་མིང་ཙམ་ཐོས་པ་མ་གཏོགས་དེ་ཡི་དོན་མ་ཤེས་མཁན་ཁ་ཤས་ནས་རྫོགས་པ་ཆེན་པོ་ཞེས་པའི་མཚན་དེ་ཡང་ཐོས་མ་མྱོང་བ་གང་ཟག་ཡང་ཡོད་མ་སྲིད་པ་མ་རེད་ཡོད་རེད། དེ་ལ་འདི་ནས་ད་རྫོགས་པ་ཆེན་པོ་དང་ཕྱག་རྒྱ་ཆེན་པོ་ཟེར་ཡ་གི་དོན་དག་དེ་དོན་གཅིག་ཚིག་སོ་སོ་མིང་སོ་སོ་རེད། བླ་མའི་ཡིན་ནི་མ་རྫོགས་ཤིང་གི་ཁྲིད་གསུངས་བ་དང་ཕྱག་ཆེན་ཁྲིད་གསུངས་ཡོན་ཏོའི་ལམ་གྱི་རིམ་པ་སོ་སོ་ཡོད་རེད་དེ་དགོས་ཀྱི་རེད་ངེས་པར་དུ་དགོས་བ་རེད། ཡིན་ན་ཡང་ད་སྐབས་སུ་བབ་པ་རྫོགས་པ་ཆེན་པོ་ཟེར་ཡ་དེ་རྫོགས་ཟེར་ཡ་དེ་ཟད་སོང་བའི་སྐད་ཆ་འདྲ་བོ་མ་ཡིན་པ། སེམས་ཉིད་རང་བྱུང་ལྷན་ཅིག་སྐྱེས་པའི་ཡེ་ཤེས་འདི་ཡི་ནང་དུ་རང་བྱུང་གི་རིག་པ་འདི་ཡི་ནང་དུ། ངོ་བོ་སྟོང་པ་ཆོས་སྐུ་རང་བཞིན་གསལ་བ་ལོངས་སྐུ། དེ་ནས་སྣ་ཚོགས་སུ་སྣང་བ་སྤྲུལ་སྐུ་ཟེར་ན་འགྲིག་གི་འདུག་ཡང་ན་ཤེས་སྐྱེ་བ་མེད་པ་ཆོས་སྐུ་གདངས་འགག་པ་མེད་པ་ལོངས་སྐུ། རྩ་སྣ་ཚོགས་སུ་འཆར་བ་སྤྲུལ་སྐུ་དེ་སྐུ་གསུམ་རང་བཞིན་སུ་རྫོགས་བསྡད་པ་དེ་ལ་རྫོགས་པ་ལབ་བ་རེད། རྫོགས་པའམ་དེའི་ནང་དུ་ཚང་བསྡད་པ། ཆེན་པོ་ཟད་དེ་དེ་ལྟ་བུ་གི། གཤིས་སྐྱེ་མེད་དྭངས་གང་མེད་ས་སྣ་སོ་སོར་འཆར་བའི་གི། འོང། དེ་འདྲ་གི་གཤིས་དྭངས་རྩ་གསུམ་དབྱེར་མེད་པའི་གི་རང་བྱུང་ལྷན་ཅིག་སྐྱེས་པའི་ཡེ་ཤེས་འདི། འཁོར་འདས་ཀྱི་ཆོས་ཐམས་ཅད་ཀྱི་སྙིང་པོའམ། འཁོར་འདས་ཀྱི་ཆོས་ཐམས་ཅད་ཀྱི་སྲོག་ལྟ་བུ། འཁོར་འདས་ཀྱི་ཆོས་ཐམས་ཅད་ཀྱི་གནས་ལུགས། འཁོར་འདས་ཀྱི་ཆོས་ཐམས་ཅད་ཀྱི་བབས་སོ། འཁོར་འདས་ཀྱི་ཆོས་ཐམས་ཅད་ཀྱི་སྐྱེ་ས། འཁོར་འདས་ཀྱི་ཆོས་ཐམས་ཅད་ཀྱི་ཟད་ས། དེ་ལས་ལྷག་པ་མེད་པ་ཡིན་དུ་ཆེན་པོའི་སྒྲ་རྒྱག་བ་ཡིན་གསུང་བར་རྫོགས་པ་ཆེན་པོའོ། དེ་འདྲའི་དེ་ལྟ་བུའི་གི་གནས་ཚུལ་དེ་གསང་སྔགས་རྡོ་རྗེ་ཐེག་པའི་སྐབས་སོ། ལྷག་པར་དུ།

ལྷུན་གྱིས་གྲུབ་པར་ཟད་དེ། ངོ་བོ་སྟོང་པ། རང་བཞིན་གསལ་བ། སྣ་ཚོགས་སུ་སྣང་བ་སྟེ་གཤིས་སྐྱེ་མེད་གདངས་དངངས་མེད་རྩལ་སྣ་ཚོགས་སུ་འཕྲོ་བ་སྟེ་གཤིས་གདངས་རྩལ་གསུམ་གྱི་གནས་ཚུལ་དེ་བླ་མེད་ཀྱིས་གསར་དུ་སྟོན། བློ་མེད་ཀྱིས་གསར་དུ་ཉམས་སུ་མྱོང་ནས་ཉམས་སུ་ལེན་ནས་སྐྱེ་ཡོང་བ་མ་རེད། དེ་འདྲའི་གཤིས་གདངས་རྩལ་གསུམ་དེ་ཆོས་ཐམས་ཅད་ཀྱི་གནས་ལུགས་སུ་རྒྱུ་དང་རྐྱེན་རྣམས་རག་མ་ལས་པར་རང་བཞིན་ཉིད་ཀྱིས་གྲུབ་སྟེ་ཡོད་རེད། དེ་འདྲ་ཡིན་དུས་ལྷུན་གྲུབ་ཆོས་རྣམས་ལྷུན་གྲུབ། དེ་འདྲའི་ཆོས་རྣམས་ཐམས་ཅད་ལྷུན་གྱིས་གྲུབ་པ་དེ་སེམས་ཅན་ཐམས་ཅད་ཀྱི་སེམས་རྒྱུད། སེམས་ཅན་ཐམས་ཅད་ཀྱི་སེམས་ཀྱི་གཤིས། སེམས་ཅན་ཐམས་ཅད་ཀྱི་སེམས་ཀྱི་གནས་ལུགས། སེམས་ཅན་ཐམས་ཅད་ཀྱི་སེམས་ཀྱི་རང་བཞིན་དེ། སྟེང་དུ། འཁྲུལ་ན་འདྲ། མ་འཁྲུལ་ན་ཡང་འདྲ། མ་དག་པའི་གནས་སྐབས་ཡིན་ན་འདྲ། དག་པའི་གནས་སྐབས་ཡིན་ན་འདྲ། ཤིན་ཏུ་དག་པའི་གནས་སྐབས་ཡིན་ན་འདྲ། གནས་སྐབས་གང་གཱའི་སྐབས་སུ་ཡང། ངོ་བོ་འཕོ་འགྱུར་དང་བྲལ་བ། ངོ་བོ་ས་ཞག་དང་བྲལ་བ། དེ་ལྟ་བུ་ས་ཞག། འགྲོ་འོང། སྐྱེ་འགག། ཆེ་ཆུང། སྤྲོས་པ་ཐམས་ཅད་དང་བྲལ་བའི་གནས་ལུགས་དེ། གཤིས་ཀྱི་གནས་ལུགས་རེད་གདོད་མའི་གཤིས་ཀྱི་གནས་ལུགས་དེ་སེམས་ཅན་ཐམས་ཅད་ལ་ཡོད་རེད། ཡོད་ཀྱང་ཡོད་པར་ངོ་མ་ཤེས་ནས། གཤིས་དང་རྩ་གསུམ་ལ་འཁྲུལ་ནས། གཤིས་དང་རྩ་གསུམ་དེ་གཤིས་དང་རྩ་གསུམ་ཡིན་པ་མ་ཤེས་པའི་དབང་གིས། རང་སྣང་ལ། ཡུལ་དུ་འཁྲུལ། རང་རིག་ལ་བདག་ཏུ་འཁྲུལ་ནས་གཉིས་སུ་འཛིན་པའི་དབང་གིས་འཁོར་བ་ལ་འཁྱམས་པ་རེད། རྐྱེན་གྱི་དབང་གིས། ཇི་ཙམ་གྱིས་འཁྲུལ་ན་ཡང་ཇི་ཙམ་གྱིས་འཁྲུལ་ན་ཡང་འཁྲུལ་བཞིན་དུ། འཁྲུལ་པའི་གནས་སྐབས་སུ་གནས་བཞིན་དུ་སྡོད་བཞིན་དུ་སེམས་ཀྱི་གནས་ལུགས་ཏེ། ལྷུན་གྱིས་གྲུབ་པའི་ཡོན་ཏན་ཚང་དེ་ཡོད་རེད། དེ་ལ་སྤྱད་ནས་ཆོས་རྣམས་ལྷུན་གྲུབ། བྱང་ཆུབ་སྙིང་པོ་ལ་བྱང་ཆུབ་ཀྱི་སྙིང་པོ་ལྟ་བུ་རེད། དེ་ང་ཚོས་མཁྱེན་དགོས་འདུག། ཆོས་ཐམས་ཅད་ཀྱི་གནས་ལུགས་དེ་ག་རེ་ཟིན་ན་ང་ཚོ་དབང་ཞུས་ན་ཡང་འདྲ་ཆོ་ག་ཆོས་སྤྱོད་འདོད་ན་ཡང་འདྲ་དཔེ་ཆ་ཞིག་ལྟ་ན་ཡང་འདྲ་ལོ་ཟུང་ཕྱོགས་གསུམ་ན་ཞུགས་པ་ཡིན་ན་ཡང་འདྲ་ཅིག་མཚམས་རེ་ཆོས་སྒྲུབ་ན་ཡང་འདྲ་དོན་དག་སྙིང་པོ་དེ་ག་རེ་རེད་ཟིན་ན་མི་ཡུལ་དེ་གཅིག་མ་གཏོགས་ཡོད་མ་རེད་སེམས་ཀྱི་གནས་ལུགས་འོད་གསལ་ལྷན་ཅིག་སྐྱེས་པའི་ཡེ་ཤེས་དེ་སྟོང་དགོས་ཡོད་རེད་དེ་རིག་དགོས་ཡོད་རེད་དེ་མངོན་དུ་གྱུར་དགོས་ཡོད་རེད། ཕྱོགས་གཞན་ཞིག་ནས་གསར་དུ་ཚད་འགོག་ཡོང་བ་མ་རེད་རང་ལ་ཡོད་པའི་རང་བཞིན་གྱི་ཡོན་ཏན་དེ་ངོ་ཤེས་དགོས་རེད་ངོ་ཤེས་པའི་ཕན་ཁེ་མེད་འདུག་དེ་ལ་ཡང་བཙན་ས་ཟིན་དགོས་ཀྱི་འདུག་བཙན་ས་ཟིན་པའི་ཕན་ཁེ་མེད་འདུག་དེ་ལ་བསྟན་པ་ཐོབ་དགོས་ཀྱི་འདུག་བསྟན་པ་ཐོབ་པའི་ཕན་ཁེ་མེད་འདུག་མཐར་ཕྱིན་པ་དེ་གི་ཡོན་ཏན་བཞི་དེ་མངོན་དུ་མ་འགྱུར་གྱི་བར་དུ་མཐར་མ་ཕྱིན་གྱི་བར་དུ། རྫོགས་པ་ཆེན་པོའི་རྣལ་འབྱོར་དེ་དཀའ་ལས་ཁག་པོ་རེད། དེ་འདྲ་ཡིན་དུས་ང་ཚོ་ད་ལྟ་ཀུན་སློང་གི་ཐོག་ནས་ཡང་དབང་བསྐུར་འདི་འདྲ་ཞིག་ཞུས་ཡོད་འདུག་ད་སྙིང་ཐིག་ཡ་བཞི་ཟེར་རྩ་བ་ཆེན་པོ་ལོ་རྒྱུས་དེ་མང་པོ་ཡོད་རེད་གོ་ཚང་མས་མཁྱེན་གྱི་རེད་དེ་ཡིན་ན་དེ་ལྟ་བུའི་གི་རྩ་བ་ཆེན་པོར་གྱུར་བསྡད་པའི་གི་དབང་དང་མན་ངག་ལུང་གི་རིམ་པ་དེ་ཚོ་དེ་འདྲ་ཐོབ་ཚར་ནས་ང་རང་ཚོར་ཕྲག་པར་རེ་རེ་དང་ཡང་འགན་ཁུར་རེ་རེ་ཡོད་པ་དེ་ཞུ་ལོག་དང་ཐོབ་ལོག་ཙམ་ཞིག་གི་ཐོག་ནས་ཚིམ་བསྡད་པ་ཡིན་ན་དེ་མི་འགྲིག་པ་རེད་དེ་གཞན་ལ་སྤེལ་དགོས་བ་རེད། གཞན་གྱི་རྒྱུད་ལ་དགོངས་པར་དགོངས་པ་བཟང་ཐར་ཞང་དེར་གྱི་ལོ་ལོན་དང་དགོངས་པ་བཟང་ཐར་རེད་དགོངས་པ་བཟང་དགོངས་པ་བཟང་ཐར་རྒྱུད་ལ་སྐྱེ་དགོས་ཀྱི་ཡོད་རེད་རང་བྱུང་གི་ཡེ་ཤེས་རྒྱུད་ལ་སྐྱེ་ཐུབ་པ་བྱེད་དགོས་ཀྱི་ཡོད་རེད་རང་བྱུང་གི་ཡེ་ཤེས་དེ་རང་ལ་ཡོད་པ་དེ་ཡོད་པ་ལ་ཡང་མངོན་དུ་གྱུར་ཐུབ་དགོས་ཀྱི་ཡོད་རེད་དེ་གསལ་བར་བཟོ་དགོས་ཀྱི་ཡོད་རེད་དེ་རྟོགས་པ་མངོན་དུ་གྱུར་དགོས་ཀྱི་ཡོད་པ་ཡིན་དུས་དེ་འདྲ་ཅིག་གི་འགན་ཁུར་གྱི་ཡོད་ནས་དབང་ཞུ་ཁྲིད་ཞུ་དེ་ནི་དེ་གྱི་ཉམས་ལེན་བྱེད་གཉེན་སྒྲུབ་ཡན་ལག་ཞིག་གི་ཉམས་ལེན་བྱེད་དེ་ནི་ཉིན་མཚན་དུས་དྲུག་ལ་དབྱེ་བ་མེད་པ། ལུས་མགུ་ཆོས་ཐམས་ཅད་ལྷ་ཡི་ལྷ་དང་བླ་མེད་ཀྱི་རང་བཞིན་ངག་གི་རྣལ་འབྱོར་ཐམས་ཅད་དེ་ཐ་མལ་པའི་རྣལ་འབྱོར་མ་ཡིན་པ་སྔགས་དང་གསོལ་འདེབས་བཟླས་བརྗོད་ལ་སོགས་པའི་གྱི་རྣལ་འབྱོར་དེ་ནི་སེམས་ཀྱི་དྲན་ཐོ་ཐམས་ཅད་ཐ་མལ་པའི་དྲན་ཐོ་མ་ཡིན་པ་ལམ་རིམ་པ་ཉིད་ཀྱི་རྣལ་འབྱོར་གྱི་ཏིང་ངེ་འཛིན་ལྷག་པར་དུ་རྫོགས་པ་ཆེན་པོ། དེ་ནས་སེམས་གཏིང་གི་གནས་ལུགས་མན་ངག་ནང་ནས་སྟོན་བྱས་པའི་གེ་ཉམས་ལེན་དེ་ལ་རྩེ་གཅིག་ཏུ་གཞོག་ཡོང་དུས། རྣལ་འབྱོར་པ་ཆེན་པོ་འོད་ཟེར་དེར་རྣལ་འབྱོར་ཆེན་པོ་ཟེར། དེ་ཡོང་བ་ལ་བྱིན་རླབས་ཞུགས་དགོས་དགོས་དང་པོ། ཐོབ་པ་དབང་གིས་ཐོབ། འཛིན་པ་དམ་ཚིག་གིས་འཛིན། འབྲས་བུ་རིམ་གཉིས་ཀྱིས་ཐོབ་ཟེར་སྔགས་འགྲོ་སྟངས་དེ་ལ་རྒྱུད་ཐམས་ཅད་ཀྱི་ནང། ཐོབ་པ་དབང་གིས་ཐོབ་དགོས་ཀྱི་ཡོད་རེད། བླ་མས་བྱིན་ལ་དབང་གིས་རྒྱུད་ནས་ཐོབ་དགོས་ཀྱི་ཡོད་རེད། ལྷ་ཡིས་བྱིན་ལབ་ཡང་དབང་གིས་རྒྱུད་ནས་ཐོབ་དགོས་ཀྱི་ཡོད་རེད། དེ་ཡིན་དུས་ཐོབ་པ་དབང་གིས་ཐོབ། ཐོབ་པ་ཙམ་གྱིས་ཕན་གྱི་མི་འདུག་རང་གི་རྒྱུད་ལ་འཛིན་དགོས་ཀྱི་རེད། འཛིན་ནས་བྱང་ཆུབ་མ་ཐོབ་ཀྱི་བར་དུ། ལུས། ལྷ་ཡི་རྣལ་འབྱོར་དུ་མངོན་དུ་གྱུར་མ་ཐུབ་ཀྱི་བར་དུ་ངག་དང་ཡིད་ལྷ་ཡི་གསུང་དང་ཐུགས་ལ་མངོན་དུ་མ་གྱུར་གྱི་བར་དུ། དེའི་དབང། འཛིན་དགོས་པ་རེད། བྱིན་རླབས་དེ་རང་གི་རྒྱུད་ལ་འཛིན་དགོས་དོན་འཛིན་ཡ་ལ་དམ་ཚིག་གཅིག་ཡོད་རེད་གཉིས་ཡོད་རེད་དམ་ཚིག་མང་པོ་ཞིག་སྲུང་དགོས་པ་རེད་ཟེར་ཏེ་དམ་ཚིག་གི་ཐོག་ནས་འགྲོ་ག་རེད། འཛིན་པ་དམ་ཚིག་གིས་འཛིན། ད་ལྷ་རྩེ་དང་དེ་ཡི་གོ་འཕང་ཐོབ་དགོས་ཡོད་ན། འོ་ན། ལམ་གང་ཞིག་ལ་བརྟེན་དགོས་ན། རིམ་པ་གཉིས་ཀྱི་རྣལ་འབྱོར་བསྐྱེད་རིམ་རྫོགས་རིམ་འབྲས་བུ་རིམ་གཉིས་ཀྱིས་ཐོབ་པ། རིམ་པ་གཉིས་ཀྱི་རྣལ་འབྱོར་གྱི་ཏིང་ངེ་འཛིན་ལ་བརྟེན་ནས་འབྲས་བུ་ཐོབ་དགོས་ཡོད་རེད། ཐོབ་རྒྱུ་ག་རེ་ཐོབ་དགོས་ཡོད་རེད་ཟེར་ན་ད་ལྟ་རྫོགས་པ་ཆེན་པོའི་སྐབས་ནས་བཤད་པའི་གྱི་དང། གཞི་སྐྱེ་མེད་མདངས་དག་མེད་རྩ་ལྷ་སོ་སོར་འཕྲོ་བའི་གྱི་གཞི་གདངས་རྩ་གསུམ་གྱི་གནས་ལུགས་དེ་དག་རང་གི་རྒྱུད་ལ་རྟོགས་པ་མངོན་དུ་འགྱུར་དགོས་ཡོད་རེད། དེ་ལ་བརྟེན་ཏེ་ཆོས་རྣམས་རྣལ་འབྱོར་བྱང་ཆུབ་སྙིང་པོ་ལ། དེ་ཆོས་རྣམས་རྣལ་འབྱོར་བྱང་ཆུབ་སྙིང་པོ་དེ།

འོ་ན་འབད་རྩོལ་མེད་པ་ག་འདྲ་བྱས་ནས་གཞན་འགུགས་རེད་འབད་རྩོལ་མེད་པའི་གནད་ཀྱིས་གོམས་བྱས་ན་ཟེར་བའི་ཚིག་འདིས་འབད་རྩོལ་མེད་པའི་གནད་ལ་ག་འདྲ་བྱས་ནས་གོམས་འགུགས་རེད་ཟེར་ན། བླ་མའི་སྟོན་པའི་གྱི་མན་ངག་དེ་རང་གི་སེམས་རྒྱུད་ལ་བཞག། ཕྱི་ཡི་རྐྱེན་སྣང་བ་སྣ་ཚོགས་སུ་ཤར་བསྡད་པ་དེ་ཐམས་ཅད་དེ་རྫོགས་པ་ཆེན་པོའི་གྱི་རྩ་ནི་ཆོས་ཉིད་ཀུན་ཏུ་བསམ་པའི་གྱི་རང་རྩལ་ཡིན་པ་ལ་ངོ་ཤེས། ནང་གི་རྐྱེན་རྣམ་རྟོག་བཟང་ངན་འཕྲོ་འདུ་གང་སྐྱེས་པ་ཡིན་ན་ཡང་དེ་དག་ལ་གཞན་གཞན་ཆགས་ནས་འཛིན་པ་མ་ཡིན་པ་རྣམ་རྟོག་རང་ཤར་རང་གྲོལ་དུ་བཏང་ནས། འདི་སྤང་རྒྱུ་རེད་འདི་བླང་རྒྱུ་རེད་འདི་འཁོར་བ་རེད་འདི་མྱང་འདས་རེད་ཞེས་པའི་གྱི་སྤྲོས་པའི་གྱི་མཐའ་ཐམས་ཅད་དེ་ལ་འཛིན་ཆགས་དང་དེ་ལ་ཞེན་ཆགས་སུ་སོང་བ་མ་ཡིན་པ་གང་སྣང་གང་ཤར་གང་རིག་ཐམས་ཅད་ཀྱི་ངོ་བོ་བཅོམ་ནས། དགག་སྒྲུབ་དང་བྲལ་བའི་གནད་དེ་ཤེས་ཐུབ་ན་དེ་ལ་འབད་རྩོལ་མེད་པའི་གནད་ཟེར་བ་དེ་ཚིག་འདི་དེ་རེད། མེད་གཟུགས་མེད་པའི་གནད་ཀྱིས་གོམས་བྱས་ན། དབུ་མ་རྩ་བ་ཤེས་རབ་ཀྱི་མགོ་ལ་ཡང། དེ་ནས། འགག་པ་མེད་པ་སྐྱེ་མེད་པ་མཆེད་པ་མེད་པ་རྟག་མེད་པ་འོང་བ་མེད་པ་འགྲོ་མེད་པ་ཐ་དད་དོན་མེད་དོན་གཅིག་མིན་སྤྲོས་པ་ཉིད་ཞི་ཞེས་གསུངས་ཡོང་དུས། དཔེར་ན་རྩ་བ་ཤེས་རབ་ཁོ་རང་ཁོ་ནས་འབྲེལ་བ་རྒྱག་ཡོང་དུས། དང་པོ་ནས། དེ་ནས་འགག་པ་མེད་པ་རེད་བས་མཆེད་པ་མེད་པ་རེད་བས་རྟག་པ་མེད་པ་རེད་བས་འོང་བ་མེད་པ་རེད་བས་ཟེར་ན། རེད་ཟེར་ལབ་བཞག་ན། དེ་རྫུན་རྣ་བ་རེད་བ། ཀུན་རྫོབ་ཏུ་ཡོད་རེད་བ་ཀུན་རྫོབ་ཏུ་སྐྱེ་བ་ཡོད་ཀུན་རྫོབ་ཏུ་འགག་པ་ཡོད་ཀུན་རྫོབ་ཏུ་ཐ་དད་ཡོད་ཀུན་རྫོབ་ཏུ་གཅིག་ཡོད་ཀུན་རྫོབ་ཏུ་མཆེད་པ་ཡོད།

ཆོས་ཐམས་ཅད་ཀྱི་ཡིན་ལུགས་མ་ནོར་བར་ཤེས་པའི་བློ་འཕགས་པའི་མཉམ་བཞག་གི་བློ་ཞིག་གོ་དགོས་འདུག་ག། དེ་ལྟའི་འཕགས་པའི་མཉམ་བཞག་གི་བློ་ཡི་ངོར། འཕགས་པའི་མཉམ་བཞག་གི་བློ་ཡི་ངོར་བཏགས་ཤིང་སྐྱེ་བའི་སྐབས་སུ་སྐྱེ་འགག་འགྲོ་འོང་དང་འདྲ་བ་རེད། དེ་ལྟར་མ་རྟོགས་པའི་གྱི་འགྲོ་བ་རྣམས་ན་སྐྱེ་འགག་ཡོད་མ་རེད་ཤེས་པ་ཡིན་ན་ཀུན་རྫོབ་ལ་བསྙོན་འདེབས་པར་ཀུན་རྫོབ་ལ་བསྐོར་བ་ལྟ་བུ་རེད་བ། ཡིན་ན་ཡང་གནས་ལུགས་ཐོག་ནས་བསམ་བློ་བཏང་ཡོང་ན། དང་པོ་ཉིད་ནས་སྐྱེ་བ་མེད་པ་དང་པོ་ཉིད་ནས་འགག་པ་མེད་པ་རེད་མ་གཏོགས་སོ་སོའི་སྐྱེ་བོའི་བློ་ངོར་ལ་སྐྱེ་འགག་བདེན་པར་གྲུབ། ནའང་མཆིས་འཕགས་པའི་བློ་རྒྱུད་ལ་སྐྱེ་ཡོང་དུས་དེའི་བློ་ངོར་ལ་ཐོ་བའི་བུམ་པ་བཤིག་པ་ལྟ་བུ་བྱས་ནས་སྐྱེ་བ་མེད་སོང་བ་འགག་པ་མེད་སོང་བ་སོང་བ་ཡིན་ན། དེ་དབུ་མ་འཇུག་པའི་ནང་ན་སྐྱོན་ཡོད་པ། གལ་ཏེ་རང་གི་མཚན་ཉིད་བསྟན་འགྱུར་ན་དེ་ལ་གོ་བའི་དངོས་པོ་འཇིག་པའི་ཚེ་ཀོ་ཉའི་དངོས་པོ་འཇིག་པའི་རྒྱུ་ཞུགས་ན་དེ་ནི་རིགས་མེད་དེ་ཕྱིར་དངོས་ཡོད་མིན་ཟེར་ནས་རིགས་མིན་ཞེས་པའི་ཐ་སྙད་སྐབས་སུ་བློ་ཡང་རྣམ་པར་དཔྱོད་པའི་རྒྱུ་བློ་ངོ་ལ་དེའི་སྟོབས་ཀྱིས་མེད་སོང་བ་ལྟ་བུ་སོང་བ་ཡིན་ན་ཀུན་རྫོབ་འཇིག་པའི་སྐྱོན་ཡོང་གི་རེད། དེ་ལྟར་མ་ཡིན་པ་དེ་ནི་རིགས་མེད་དེ་ཕྱིར་དངོས་ཡོད་མིན་ཟེར་དེའི་ཕྱིར་ན་དངོས་པོ་གཉིས་ལུགས་ཀྱི་སྟེང་ནས་ཡིན་ལུགས་ཀྱི་སྟེང་ནས་སྤྲོས་པ་དང་བྲལ་བའི་གཉིས་ལུགས་ཀྱི་སྟེང་ནས་ཡོད་མ་རེད། རེད་ཡོད་མ་རེད། ད་དེ་བཞིན་གོ། རེད། དེ་འདྲའི་ནུས་པ་དེ་ད་ལྟ་འདིའི་སྐབས་སུ་རྫོགས་ཆེན་པོའི་སྐབས་སུ་གཅིག་པ་རེད། སེམས་ཉིད་ཀུན་ཏུ་བཟང་པོ་གི་རང་ས་ལས་བྱུང་བས། འཁོར་འདས་ཀྱི་སྣང་བ་སྣ་ཚོགས་ག་རེ་ཤར་བ་ཡིན་ན་ཡང་བྱུང་ཡང་ཀུན་ཏུ་བཟང་པོ་རང་བྱུང་གི་རིག་པའི་ཀློང་ནས་བྱུང་བ་རེད། ཐིམ་ཡང་ཀུན་ཏུ་བཟང་པོ་རང་བྱུང་གི་རིག་པའི་ཀློང་དུ་ཕར་ཐིམ་པ་རེད། བྱུང་ཚོར་འགྲོ་འདུག་ག་རེ་བྱུང་བ་ཡིན་ན་དེ་ཐམས་ཅད་དེ་ཆོས་ཉིད་ཀུན་ཏུ་བཟང་པོ་གི་རང་ས་ལས་རང་གིས་རྩལ་ཟེར་བ་སོགས་རང་གི་ནུས་པ་རང་ལས་བྱུང་བ་མ་གཏོགས་གཞན་ལས་བྱུང་བ་མ་རེད། རང་ཉིད་ཀྱི་ཆོས་ཉིད་ཀྱི་བློ་ཡིས་ཀུན་ཏུ་བཟང་པོ་གི་རིག་པ་ལས་ཤར་བ་རེད། དེ་ཤར་བ་དེ་ཧ་མ་གོ་ནས། ཡུལ་དང་སེམས་སྦྱང་བྱེད་དུ་སོང་ཡོང་དུ་འཁྲུལ་ཡོང་བ་རེད། ས་ར་ཧེ། རྩ་བ་ཆོད་པའི་སེམས་ཉིད་ནམ་མཁའ་འདྲ། བརྗོད་དུ་མེད་པའི་ཡིད་ལ་མི་བྱ་སྟེ། ཐ་མལ་ཤེས་པ་རང་ལུགས་གཉུག་མ་ལ། བཅོས་མའི་དམིགས་པ་དག་གིས་མ་བསླད་པའི་རང་བཞིན་དག་པའི་སེམས་ལ་བཅོས་མི་དགོས། རྩ་བ་ཆད་པའི། རྩ་བ་ཆེས་སེར་རྩ་བ་ཆེས་གུ་གུ་དུ་བ། ད་དང། རྒྱལ་བ་རྒོད་ཚང་པས་ཀྱང། ལྟ་བ་ཁ་ལ་འདུ་འགོར་གསུམ་སྒོམ་པ་ཁ་ལ་འདུ་འགོར་གསུམ་སྤྱོད་པ་ཁ་ལ་འདུ་འགོར་གསུམ་འདུ་འགོར། དགུ་གསུངས་ཡོད་འདུག་དང་པོ་ལྟ་བ་དེ་ལ་རྩ་ཆེས་རང་སར་ཟིན་པ་དང་ཟེར་ཡ་འདི་རེད། རྩ་བ་ཆེས་གོ་རེད། རྩ་བ་ཆེས་ཟེར་བའི་སྐབས་ཁ་རེ་གཉིས་འཛིན་གྱི་བློ་ཡི་ར་བ་ལས་འདས་གོ་རེད་ད་གོ་བདེ་བོ་བྱས་ན། བྱུང་ཚོར། འགྲོ་འདུག། སྣང་ཚུལ། གང་དང་གང་མཐོང་པ་ཡིན་ན་ཡང་དེ་ཐམས་ཅད་དེ་རང་བྱུང་རིག་པ་ཀྱི་རྩིས་ཟིན་པའི་ཐོག་ནས། རྩ་བ། བདག་ཏུ་འཛིན་པའི་གྱི་བློ་དང་ཆས་དགོས་རེད། རྩ་བ་ཀུན་རྨོངས་མ་རིག་པའི་གྱི་བློ་དང་མཐའ་ཀླས་དུ་འགྲོ་དགོས་རེད། དེ་མ་གཏོགས་དེ་གྱི་རྩ་བ་དེ་ཟིན་སོང་ན་རྩ་བ་མ་རིག་པ་དེ་ཀུན་ཏུ་རྟོག་པའི་གྱི་བློ་གཉིས་འཛིན་གྱི་ཟིན་སོང་བ་ཡིན་ན། བྱས་ཙམ་ཤེས་ཀྱི་ང་ཚོ་གྱི་འོ། ད་ནས། གསུང་སྣང་ཐམས་ཅད་ལྷ་ཡི་སྐུ་རེད་དྲག་རྩལ་ཐམས་ཅད་ལྷ་ཡི་ངག་རེད་དྲན་རྟོག་ཐམས་ཅད་ཡེ་ཤེས་རོལ་པ་ཟེར་བཤད་བསྡད་པ་ནི་དེ་ཁ་ཡི་བཤད་བསྡད་པ་ཙམ་མ་གཏོགས་དོན་ལ་ངེས་ཤེས་ཡོད་མ་རེད། རྣམ་གྲངས་རིགས་གསུམ་ལྷ་ང་ཆོས་སྐུ་ངང་སྐུ་དང་ཡེ་ཤེས་རོལ་པར་འབྱམས་ཀླས་པས་ཟེར་ལབ་ཡོད་འདུག་སྐུ་དང་ཡེ་ཤེས་རོལ་པར་འབྱམས་ཀླས་ཟེར་བའི་སྐབས་སོགས་འགྲོ་འདུག་སྤྱོད་ལམ་གང་དང་གང་བྱས་པ་ཡིན་ན་ཡང་དེ་དག་གི་རྐྱེན་གྱིས་རྒྱུར་སོང་བ་མ་ཡིན་པ། དེ་དག་གིས་དབང་དུ་མ་སོང་བ། རང་ཤ་རང་བྲོ་ཆུ་ལ་རི་མོར་བྲིས་པ་ལྟ་བུ་དང་རྡོ་སེང་གི་སྟེང་དུ་ཁ་བ་བབས་པ་ལྟ་བུ་གཅིག་གི་ཐོག་ནས་འགྲོ་ཐུབ་པ་ཡིན་ན་རང་ཤ་རང་བྲོ་ཟེར་ཡ་ལེ་དེ་རེད། དེ་འདྲའི་རྒྱུ་ལྡན་གྱི་གང་ཟག་དེ་རྣལ་འབྱོར་པ་དེ་ལ། དེ་ནི་ཟ། ཟས་ཟ། སྤྱོད་ལམ་གང་དང་གང་བྱས་ན་ཡང་འདྲ། ཆགས་སོ། ལ་སོགས་པ་ལ་ལོངས་སུ་སྤྱོད་ན་ཡང་འདྲ། དེ་དག་གིས་ཉེས་པའི་གོས་མ་ཐུབ་པ་རེད། ལས་དང་པོ་པ་དེ་དེ། ཡོན་ཏན་དེ་རྒྱུད་ལ་ལྡན་མ་ཐུབ་ན། ད་ནི་ཆགས་པ་མངོན་གྱུར་པར་འགྲོ་བ་རེད། ཞེ་སྡང་མངོན་གྱུར་པ་ལ་འགྲོ་བ་རེད། ཕྲག་དོག་མངོན་གྱུར་པ་ལ་འགྲོ་བ་རེད། དེ་དག་ཐམས་ཅད་དེ་བདག་ཏུ་སེམས་པ་དང་བྲལ་བ་ཆགས་འགྲོ་གི་རེད། རྩ་བ་ཀུན་མོ་མ་རིག་པ་དང་བྲལ་བ་ཆགས་འགྲོ་གི་ཡོད་དུས་ཁ་ནས་སྟོང་ཉིད་རེད། ཟབ་པ་རེད། རྒྱ་ཆེ་བ་རེད། ཐམས་ཅད། ད་ནི་སྣང་གྲགས་རེ་སོང་ལྷག་མ་ཆུ་ཁུར་རེ་བཞིན་ཤེས་བསྡད་པ་ཡིན་ན་དེ་ཕན་གི་ཡོད་མ་རེད། འགའ་ཞིག་ཆང་འཐུང་ཉེན་བྲོ་བའི་སྐབས་སུ་ཡང། ཆང་བདུད་རྩི་རེད་ཟེར་ཤེས་མཁན་མང་པོ་ཡོད་པ་འོ་དེས་ཕན་གི་ཡོད་མ་རེད་ཆང་འཐུང་ས་ན་ར་བཟི་འགྲོ་བ་རེད། ཕ་མ་པའི་ཆང་འཐུང་ནས་ར་བཟི་བ་དང་རྣལ་འབྱོར་པ་གིས་ཆང་འཐུང་ནས་ར་བཟི་བ་གཉིས་ནི་གཏད་ཚེ་འདྲ་གི་ཡོད་ས་མ་རེད། རེད་འདུག་ག། འོ་དེ་འདྲ་བྱས་ནས་ཀྱི་སོ་སོ་ཆགས་སོ་ཉོན་མོངས་པའི་གི་དབང་དུ་འགྲོ་འདོད་ཡོད་འདུག་ཡང་ཐམས་ཅད་དེ་ལྷ་འདྲ་རེ་ཟུང་ལྷ་ང་ཕྱུག་པོ་རེ་ཟེར་ན་འགྲིག་གི་ཡོད་མ་རེད། ཡང་འགའ་ཤས་ཆོ་ག་ཆོས་སྤྱོད་འདོད་ངེས་མ་འགྲོ། བླ་མ་སྒྲུབ་མ་འདོད་ཡི་དམ་སྒྲུབ་མ་འདོད་ཆོས་སྐྱོང་སྒྲུབ་མ་འདོད་ཡོད་འདུག་ལྷ་བདེན་པ་སྒྲུབ་པ་ཡོད་མ་རེད་བླ་མ་བདེན་པ་སྒྲུབ་པ་མ་རེད་ཆོས་སྐྱོང་བདེན་པ་སྒྲུབ་པ་ཡོད་མ་རེད་ཐམས་ཅད་སེམས་སྣང་རེད་ཟེར་བ་ཞིག་འདུག་ག། དེས་ཕན་གི་ཡོད་མ་རེད་འགའ་ཞིག་ལ་ཐུགས་ཡོན་འདུག་ཁ་ནས། མགུར་པད་མ་འབྱུང་ནས་མཁྱེན་ཟེར་ནས་ཁ་ནས་དོན་ཡོད་མ་རེད་དེ་ཡིན་འདུག་མགུར་པད་མ་འབྱུང་ནས་ལ་ཞེན་ཆགས་ཅིག་འདུག་ག། སྒུར་པད་མ་འབྱུང་གནས་དེ་རང་གི་སེམས་ཉིད་རང་ས་ཀྱི་འཕྲོ་འདུ་ཡིན་པ་ཤེས་ཐུབ་མི་འདུག་ག། དེ་འདྲ་ཡིན་དུས་ཁ་ཕོ་ཆེ་ཡ་ས་དེ་ཁ་ཕོ་འཕེན་གི་ཡོད་མ་རེད། མི་ཆེན། མི་ཕམ། རྗེ་བཙུན་མི་ལ་རས་པས་གསུངས་ལྟ་བ་སྟོང་པའི་ཡེ་ཤེས་དེ་ཁ་ཐག་རྐྱང་པར་ཤོར་ཉིན་དང་དོན་ལ་ངེས་ཤེས་མ་སྐྱེས་ན་ཚིག་གི་སྟངས་འཛིན་འཕྲོ་བ་མེད། སྟོང་པ་ཉིད་ཟེར་ཡ་དེ་ངེས་ཤེས་ལ་གོ་དགོས་པ་རེད་ཆོས་ཐམས་ཅད་ཀྱི་ཡིན་ལུགས་དེ་སེམས་ལ་ངེས་ཤེས་སྐྱེ་དགོས་ཀྱི་རེད་མ་གཏོགས་ཁ་ནས་སྟོང་ཉིད་སྤྲོས་འདྲ་ཟེར་བའི་གི་དེ་སྒྲོ་འདོགས་ཆོད་ཐུབ་ཀྱི་མ་རེད་རྣལ་འབྱོར་པ་ཟེར་ཡ་དེ་སྒྲོ་འདོགས་སེམས་ལ་སྐྱེ་དགོས་ཀྱི་མ་རེད་སྒྲོ་འདོགས་སེམས་ལ་ཆོད་པ་ཡིན་ན་ནང་གི་རྣལ་འབྱོར་ལ་དབང་བརྙེས་དགོས་ཀྱི་འདུག། ཨོ་དེ་འདྲ་ཡིན་དུས་ད་ད་ལྟ་རྫོགས་པ་ཆེན་པོའི་སྐབས་ནས་ཤེས་བྱ་ཀྱི་སེམས་ཉིད་རང་བྱུང་གི་ལྷན་ཅིག་སྐྱེས་པའི་ཡེ་ཤེས་རང་བྱུང་གི་རིག་པ་ཀུན་ཏུ་བཟང་པོ་འདི་ད་ནི་སུ་དེས་ང་ཚོ་སྐྱོང་ཐུབ་དགོས་ཀྱི་ཡོད་རེད་དེ་མ་རེད་དེ་ཧ་མ་གོ་དེ་མ་རྙེད་ནས་ད་ལྟ་བར་དུ་ང་ཚོ་ཁོ་བོ་ལ་འཁྲུལ་བསྡད་པ་རེད་ད་མི་མ་རྙེད་འདི་འདི་བླ་མ་ཡང་འདི་མཁའ་འགྲོ་རྙེད་འདི་མཁའ་འགྲོ་ཡང་འདི་ཟབ་མོ་ཡང་འདི་འདི་ཚོ་ཀ་དབང་ཤུལ་ཟེར་བ་དེ་དག་གིས་ད་ཁྲིད་རིམ་དེ་ཚོ་ནང་ལ་དཔེར་ན་ཆ་བྱ་ན་མི་མ་ཡང་འདི་འདྲ་བོ་ཆ་བྱ་བ་ཡིན་ན་འདི་གི་ནང་དུ་ལས་འདི་མ་རྙེད་འདི་གི་ནང་ལ་དེ་ནི་གཅིག་ཚུན་གཅིག་གིས་འདི་གཅིག་ཚུན་གཉིས་འདི་གི་ནང་ལོ་ད་གསལ་བྱེད་གསལ་བ་ཡོད་དགོས་ཡོད་རེད་ཡོད་འདུག་བ། དེ་ཚོ་ལ་སློབ་སྦྱོང་བྱེད་དགོས་འདུག་བ་ད་དེ་ཁྲིད་ཀྱི་རིམ་པ་དེ་ཚོ་ངོ་མ་གསུངས་ཡོད་མ་རེད།

ག་འདྲ་ཞིག་ཡོང་གི་འདུག་ད་ནི་དེའི་སྐབས་སུ་ཆ་གང་གི་བློ་སྐྱེས་སོང་ན་དེའི་ངོ་བོ་ལ་བལྟ་ཡག། སྡང་སེམས་ཀྱི་བློ་སྐྱེས་སོང་ན་དེའི་ངོ་བོ་ལ་བལྟ་ཡག། སྐྱེས་འདུག་ན་དེ་ལ་བརྩག་འཇོག་མ་ཡག། དེ་ལ་གནད་དུ་བསྣུན་ཡག། དེ་ཆུ་གཉིས་ཀྱི་གྲོགས་སུ་ཕར་ཁྱེར་ཐུབ་པ། དེ་ཀུན་ཏུ་བཟང་པོའི་གེགས། དེ་ནི་རྒྱབ་ཤོད་ཀྱི་ནང་དུ་ཕར་ཁྱེར་ཐུབ་པ། དེ་རྫོགས་པ་ཆེན་པོ་གྱི་ལ་ནི་གཅིག་གི་སེམས། སེམས་ཀློང་འདས་ཀྱི་མན་ངག་གི་ནང་ལ་ཡང་སེམས། དེ་ཀློང་འདས་མན་ངག་གི་འདས་ཀྱི་ཉམས་ལེན་གྱི་ནང་དུ་ཕར་ཁྱེར་ཤེས་པ། རྐྱེན་ངན་གྲོགས་ཀྱི་ནང་དུ་ཁྱེར་ཤེས་པ་ཅིག་དགོས་འདུག་བ། དེ་ཡོང་བར་བྱེད་པ་ལ་རང་གཅིག་པུ་རིའི་བུ་ཅན་ན་བུན་ཆུ་འཁོན་ཞེས་འདི་ཕན་ཀྱི་ཡོང་མ་རེད་དེ། དང་པོའི་སྐབས་ཀྱི་ཉམས་ལེན་རེད། བཙན་ས་སི་ཡན་ལ་གསར་འབྱོར་འགོ་བ་རེད་དེ་ཚོས་གི་ད་རྫོགས་པ་ཆེན་པོའི་ཉམས་ལེན་དེ་དུས་སུ་འགྲོ་དགོས་པ་ཡིན་དུས། རྫོགས་ཆེན་གྱི་ཉམས་ལེན་དེ་དེ་རེད། དེ་འདྲས་ཤིག་གི་མ་ཤེས་ན་ད་ནི་ང་ཚོ་ཡང་ལ་ལའི་ཕྱག་ཆེན་ཕྱག་ཆེན་ཟེར་ལ་ལའི་རྫོགས་ཆེན་རྫོགས་ཆེན་ཟེར་ཕྱག་རྫོགས་གཉིས་ལ་ཡང་རྩོད་པ་ཞུགས་འདུག་བ། ད་དེང་སང་ཁ་ཤས་ཀྱི་ནི་ཡང་རྫོགས་ཆེན་དེ་ལྟ་བ་མཐོ་བ་རེད། ཕྱག་ཆེན་ཆེན་པོ་དེ་ལམ་རེད། དབུ་མ་ཆེན་པོ་དེ་ནི་གཞི་རེད། དེ་ལ་བརྟེན་ནས་གཞིའི་དབུ་མ་ལམ་ཕྱག་ཆེན་འབྲས་བུ་རྫོགས་པ་ཆེན་པོ་རེད། ད་རྫོགས་པ་ཆེན་པོ་ལས་ལྷག་ཟེར་ཆོས་ཡོད་མ་རེད། ཟེར་བཞིན་ངས་ཡོད་རེད། ད་དེ་ཚོ་ག་རེ་བཤད་ན་འགྲིག་བསྡད་པ་རེད་ཡིན་ན་སྐྱབས་རྗེ་ཆེན་ཚེ་རྡོ་རྗེ་ཆེན་པོ་བཅུ་ག་ཀ་ག་རེ་གནང་ཡོད་རེད་ཟེར་ན། ནས་བཤད་ན་ཕྱག་ཚོ་འུ་གསུམ་གཅིག་རེད། ནས་མ་བཤད་ན་གཅིག་མཐོ་བ་རེད་གཅིག་དམའ་བ་རེད་ཟེར་བཤད་དེ་ན་ཕན་གི་མ་རེད་ཟེར་ནས་རྟག་ཏུ་དེ་རང་གནང་གི་ཡོད་རེད། ད་མན་ངག་གི་ཟབ་ཤོས་དེ་ཚོ་བྲིས་ཏེ་བླ་མ་སོ་སོས་ཀྱི་རྒྱུད་སྤེལ་གྱི་ཐོག་ནས་ཆེད་བརྗོད་ཀྱི་རྩར་འདོན་ཡག་ན་ཁྱད་པར་མང་པོ་འགྲོ་གི་ཡོད་རེད། ཡིན་ཡང་ང་ཚོས་ཤེས་དགོས་ཡག་དེ་ལས་དང་པོ་བ་ཐམས་ཅད་ཀྱི་ཆགས་སྡང་ཕྱོགས་རིས་ཀྱི་དབང་དུ་འགྲོ་བ་མ་ཡིན་པ། རྫོགས་པ་ཆེན་པོ་ཞེས་པའི་གི་ཚིག་དེ་ག་རེ་ཅི་ལ་ཟེར་གྱི་འདུག་དོན་དེ་ལ་ག་རེ་ཅི་ལ་གོ་གི་འདུག་དེ་ཉམས་སུ་ལེན་པའི་ཚུལ་དེ་ག་རེ་ཅི་རེད་ཤག་དེ་ཡི་ནང་གསེས་ལ་དབྱེ་བ་ག་རེ་འདུག་དབྱེ་བ་དེ་རེ་རེ་ལ་ཡང་ཆེད་བརྗོད་ཀྱི་ཡོན་ཏན་ག་རེ་ག་རེ་འདུག་དཔེར་ན་གནས་པ་སེམས་བྱ་སྒྲ་སློང། ཟབ་པ་མན་ངག་ཟེར་ཡག་གི་ཐ་སྙིང་བཏགས་དགོས་ཡ་ལ་རྒྱུ་མཚན་མང་པོ་ཅིག་ཡོད་པ་རེད་དེ་འདྲ་ཡིན་དུས། ད་ང་རང་ཚོས་ཅིག། གསང་སྔགས་རྣལ་འབྱོར་པ་ཡི་ཉམས་ལེན་པ་ལྷག་པར་དུ་བློ་རིག་འཛིན་བརྒྱུད་པའི་གདགས་རྒྱས་ཟུང་འཇུག་སློབ་དཔོན་སངས་རྒྱས་ཉིད་པ་གུ་རུ་པདྨ་འབྱུང་གནས་བླ་མ་ལ་འཛིན་ཡི་དམ་དེ་ལ་འཛིན་ཆོས་སྐྱོང་དེ་ལ་འཛིན། དཀོན་མཆོག་ཀུན་འདུས་ཡི་དམ་ཀུན་འགྲོ་མཁའ་འགྲོ་ཀུན་འདུས་ཀུན་འདུས་ཡེ་ཤེས་ཡིན་ཞེས་པ་བླ་མ་རིན་པོ་ཆེ་ཆེས་མང་དུ་རེ་སྲེག་འདོད་ས་གཞན་མེད་བསམ་མཁན་གྱི་དེ་འདྲ་གི་བློ་དེ་ལིང་ཅུར་ཡོད་དེ་ངེས་ཅན་ཡོད་པ་ཡིན་ན་དེ་ནི་མདོ་རྒྱུད་སེམས་གསུམ་དེ་ཞེ་དྲག་གལ་ཆེན་པོ་རེད་འདི་ཡལ་བར་མ་དོར་སྐྱབས་རྗེ་ཆེན་ཚེ་རྡོ་རྗེ་འཆང་ཆེན་པོ་གསུངས་ཏེ་བྱང་ཆུབ་ཀྱི་ཉམས་ལེན་ལ་རྨང་ལ་བཞག་ཤོག་ད་དེ་གལ་ཆེན་པོ་རེད་དེ་གནད་འགག་ཆེན་པོ་རེད། དེ་ཉམས་སུ་ལེན་མ་ཐུབ་ན་དེ་ནས་གསང་སྔགས་རྙིང་མ་བ་ཡིན་རྫོགས་པ་ཆེན་པོ་ཡིན་ཟེར་བ་ཕན་གྱི་མ་རེད་ཟེར་ནས་བཀའ་གནང་གི་ཡོད་རེད། དེ་འདྲ་ཡིན་དུས་ད་མདོ་རྒྱུད་སེམས་གསུམ་ཐ་ན་འདིའི་སྙིང་ཏིག་ཡབ་སྲས་དེ་ཡང་མདོ་རྒྱུད་སེམས་གསུམ་ལ་གུང་གཏོགས་ཡོད་རེད་དེར་བརྟེན་ནས་ད་ད་ད་སེམས་ཀྱི་ནང་ནས་རྫོགས་པ་ཆེན་པོ་དེ་ལ་ཡང་མན་ངག་གི་སྡེ་ད་ཟབ་པ་མན་ངག་གི་སྡེ་ད་འདི་ལ་ལྷག་པ་མེད་པ་རེད་མན་ངག་ཟབ་པ་ཟེར་དེ་འདྲ་བརྟེན་ནས་ད་ད་ཆོས་དབྱིངས་མཛོད་ཀྱི་ནང་དུ་ལ་ཆོས་ཆོས་རྣམས་ལྷུན་གྲུབ་བྱང་ཆུབ་སྙིང་པོ་ལ། འབད་རྩོལ་མེད་པའི་གནད་ཀྱིས་གོམས་བྱས་ན་ཟེར་བ་ད་ང་ཚོ་འདི་ནང་ལ་ཉམས་ལེན་བྱས་ཡོང་དུས་རྫོགས་པ་ཆེན་པོ་ཉམས་ལེན་པ་ཞིག་ཡིན་ན་དེ་ནི་ཕྱི་ཡི་རྐྱེན་ནང་གི་རྐྱེན་ཁར་ཤར་སོང་ནས་དེ་ལ་ཡང་བརྟེན་ནས་རིག་པ་ཐོག་བབ་ཅིག་བྱས་ནས་རིག་པ་ཐོག་བབ་ཀྱི་ཐོག་ནས་ངོ་འཕྲོད་བདེ་བའི་གནས་ཚུལ་དེ་གཞི་ལ་བཞག་ནས་ད་དེ་ཚོ་བྲལ་ལ་ཡང་རྡོ་སྒོམ་བྱེད་དགོས་པ་རེད།

ཕྱི་ལོ་མི་ད་ཐུག་གི་མེ་ཡིན་ཟེར་བ་གཅིག་པུ་གིས་ལ་བཟླ་ཐུག་ཡ་ཀ་ལ་ཁ་བོ་རེད་དེ་གིས་ནོར་ཐུག་གི་མ་རེད། དེ་ལྟར་བྱས་ནས་སྤྱན་དྲག་པོ་ལ་ལྡོག་སྒོམ་བྱེད་ཐུག་གི་བ་རེད། སྤྱན་དྲག་པོ་ལ་གདོང་ལེན་བྱེད་ཐུག་གི་བ་རེད། དེ་རྫོགས་པ་ཆེན་པོ་གིས་ད་མན་ངག་ཆེ་ཤོས་ཐུན་མོང་མ་ཡིན་པ་ཞིག་དེའི་སྟེང་ནས་འགྲོ་གི་ཡོད་རེད་གསུང་གི་འདུག་བ། སྤྱན་དྲག་པོ་དེ་ལ་གདོང་ལེན་བྱེད་མ་ཐུབ་ན་དེ་ང་ཚོ་མི་ཕན་རེད་དུས་རྒྱུན་དུ་གཅིག་ཡིན་གཉིས་ཡིན་ཟེར་མང་པོ་ཞིག་སྤྱན་གྱི་ལས་ཡོན་དུ་སྤྱན་གྱི་ཐོག་ལ་ཤོར་སོང་ན་དེ་ངས་ཐོག་ཐོག་བབས་ན་ཐ་མ་བབས་པ་ཟེར་ཏེ་ཐ་མ་བ་ཆགས་འགྲོ་བ་རེད། དེ་ཡིན་དུས། ངང་ཤར་ཆུ་བོ་རྒྱུན་གྱི་རྣལ་འབྱོར་ལ་བརྩོན་ནས། དམྱལ་བ་གཉིད་ཀྱི་རྣལ་འབྱོར། འགྲོ་འདུག་སྤྱོད་ལམ་གྱི་རྣལ་འབྱོར། བཟའ་བ་ཟས་ཀྱི་རྣལ་འབྱོར། མྱང་བ་གཉིད་ཀྱི་རྣལ་འབྱོར། ལྡང་བ་འོད་གསལ་གྱི་རྣལ་འབྱོར།

འཁྲུལ་བའི་དྲི་མས་གོས་མ་མྱོང་པ། བྱས་ཙམ་གྱིས་འཁྲུལ་ན་ཡང་ཆགས་སྡང་དྲག་པོའི་དབང་དུ་སོང་བ་ཡིན་ན་ཡང་ཆགས་སྡང་གི་རྐྱེན་གྱིས་རང་གི་སེམས་ཀྱི་གནས་ལུགས་འོད་གསལ་ལྷན་ཅིག་སྐྱེས་པའི་ཡེ་ཤེས་སམ་རྫོགས་པ་ཆེན་པོ་ཀུན་ཏུ་བཟང་པོའི་གྱི་སེམས་ཀྱི་རང་བཞིན་འདི་ལ་ནམ་ཡང་གོས་མ་མྱོང་བ། འཁྲུལ་པའི་དྲི་མས་གོས་མ་མྱོང་བ་འཁྲུལ་པའི་དྲི་མས་སྒྲིབ་མ་མྱོང་བའི་ཕྱིར་ན་ཡེ་སངས་རྒྱས་ལ། འོན་ཀྱང་སེམས་ཀྱི་གནས་ལུགས་འོད་གསལ་ལྷན་ཅིག་སྐྱེས་པ་རྫོགས་པ་ཆེན་པོའི་གནས་ལུགས་ཡིན་ན་ཡང། བླ་མེད་ཀྱི་མདུན་ནས་དབང་ཞུ། མན་ངག་ཞུ། ཁྲིད་ཞུ། གནད་དུ་བསྣུན་སྒོམ་བརྒྱབ། དེ་ལ་བརྟན་པ་ཐོབ། མཐར་ཕྱིན་པ་ཅིག་བྱེད་མ་ཐུབ་ན། ཡང་སངས་རྒྱས་ཀྱི་མ་རེད། དེ་ལ་བརྟེན་ནས་དེ་འདྲ་ཅིག་ལ་བརྟེན་ན་ཡང་སངས་རྒྱས་འབྱུང་སྟེ་ཡེ་སངས་ཡང་རྒྱས་ལ་ཡང་སངས་ཡང་རྒྱས་ཀྱི་རེད་གསུངས་བ་རེད། ཡེ་སངས་རྒྱས་ཟེར་ཡ་དེ་གནས་ལུགས་ཀྱི་སྟེང་ནས་ཡེ་ནས་སངས་རྒྱས་རེད། ཀུན་རྫོབ་ཙམ་དུ་འཁྲུལ་བ་རེད། ད་ད་ལྟ་འཁྲུལ་པ་དེ་གློ་བུར་བ་རེད། འཁྲུལ་པ་རང་བཞིན་གྱིས་གཤིས་ལ་གོ་མ་མྱོང་བ་རེད། འཁྲུལ་པ་དེ་བློ་ཡིས་བརྟགས་པ་ཙམ་རེད་ས་ད་ཚིག་ཉིད་ཀྱི་ཐེག་པའི་སྐབས་སུ་དབུ་མ་སྐབས་སུ་དེ་རང་རེད། བློ་ཡིས་བརྟགས་པ་རེད་མ་གཏོགས་འཁྲུལ་པ་རང་བཞིན་གྱིས་གྲུབ་པ་ཡོད་མ་རེད།

ས་བཅུའི་བླ་མའི་བྱིན་རླབས་སྙིང་ལ་ཞུགས་ཡ་ལ་དབང་གི་ཐོག་ནས་འགྲོ་འགོག་ཡོད། དབང་གི་ཐོག་ནས་ཞུགས་དགོས། ཐོབ་པ་དབང་གི་ཐོག་ས་བཅུའི་བླ་མའི་བྱིན་རླབས་སྙིང་ལ་ཞུགས། བྱིན་རླབས་སྙིང་ལ་ཞུགས་ཟེར་བའི་སྙིང་འདི་ད་ལྟ་འདི་ནང་ལ་ཡོད་བསྡད་པའི་སྙིང་དམར་པོ་རྡོག་རྡོག་འདི་ཟེར་ཡོད་མ་རེད་དོ། འདི་ལ་ཞུགས་ཡོང་གང་ཡང་ཡོད་མ་རེད། སྙིང་ཟེར་ག་བ་རེད་གནས་ལུགས་སེམས་ལ། སྤྲོས་པ་ཐམས་ཅད་དང་བྲལ་བ་སྒྲོ་འདོགས་ཐམས་ཅད་དང་བྲལ་བའི་སེམས་ཀྱི་གནས་ལུགས་དེ་ངོ་ཤེས་ན་བྱིན་རླབས་དེ་རེད། དེ་ངོ་མ་ཤེས་ཀྱི་བར་དུ་བྱིན་རླབས་ཡོད་ཟེར་ལབ་པ་རེད་དེ་བྱིན་རླབས་མ་རེད། བྱིན་རླབས་རྒྱུད་ལ་འཇུག་མ་འཇུག་དེ་ང་རང་ཚོའི་གསོ་བ་ལྟ་མ་ལྟ་ལ་རག་ལས་པ་རེད་དེ་ཡིན་དུས་ད་བི་མ་སྙིང་འདི་ནས་མ་བྱས་ནས་སློབ་དཔོན་སངས་རྒྱས་གཉིས་པ་འཚོ་བྱེད་སློབ་དཔོན་རིན་པོ་ཆེ་ནས་མ་བརྒྱུད་པའི་གདའ་མཁའ་འགྲོ་སྙིང་འདི་དང་བི་མ་ལ་མི་འདྲ་ནས་མ་བརྒྱུད་པའི་བི་མ་སྙིང་འདི་དེ་ཡིས་བརྒྱུད་པའི་བླ་མ་ཐམས་ཅད་ལ་ང་ཚོ་གསོ་བ་ལྟ་དགོས་ཀྱི་ཡོད་རེད། ངས་འདི་ནས་བུམ་པ་རྒྱག་བསྡད་པ་ཙམ་ལས་ཕན་ཀྱི་ཡོད་མ་རེད་དེ་འདྲ་ཡིན་དུས་རྩ་རྒྱུས་བླ་མས་བྱིན་རླབས་སྙིང་ལ་ཞུ་བ་དེ་དབང་གི་ཐོག་ནས་ཞུ་དགོས་པ་རེད་དབང་ཟེར་ཡ་ད་ལྟ་དེ་རེད་མ་གཏོགས་དབང་ཐོག་ས་ན་ནས་འོ་ད་ཡིན་ན་མི་ལ་མགོ་བསྐོར་ཡ་གོ་སྐབས་རག་སོང་ད་ཡིན་ན་གསེར་བུམ་གྱི་ཡ་བསྔགས་བྱ་ཡོད་དངུལ་བུམ་གྱི་ཡ་བསྔགས་བྱ་ཡོད་འོ་ད་མདའ་རུ་དྲིལ་བུ་གྱི་ཡ་བསྔགས་བྱ་ཡོད་ད་ནས་འགྲོ་ཤོག་ཤོག་ཡིན་ཟེར་དེའི་བསམ་བློ་མ་རེད་དེ་བསམ་བློ་ནོར་བ་རེད། དེ་ཡིན་དུས་རྩ་རྒྱུས་བླ་མས་བྱིན་རླབས་སྙིང་ལ་ཞུ་མུ་གུའི་རྟོགས་པའི་ཐུགས་ཡིད་གཅིག་ཏུ་འདྲེས། བླ་མའི་ཐུགས་དང་རང་སེམས་དབྱེར་མེད་དུ་འདྲེས་དགོས་བ་རེད་ད། དེ་ཡོང་བ་ལ་མུ་གུ་དགོས་བ་རེད། མུ་གུ་མེད་ན་བླ་མའི་བྱིན་རླབས་རང་གི་རྒྱུད་ལ་འཇུག་གི་མ་རེད་དེ་འདྲ་ཡིན་དུས་མུ་གུའི་རྟོགས་པའི་ཐུགས་ཡིད་གཅིག་ཏུ་འདྲེས། ཐུགས་ཡིད་གཅིག་ཏུ་འདྲེས་ཟེར་དུས་ད་ལྟ་ཀུན་རྫོབ་ཀྱི་བླ་མའི་སེམས་ཀྱི་གཅིག་ཏུ་འདྲེས་ཟེར་བ་མ་ཡིན་པ་བླ་མའི་ཐུགས། བདེ་སྟོང་ལྷན་ཅིག་སྐྱེས་པའི་ཡེ་ཤེས་སྔགས་ནས་བཤད་པ། རང་གི་སེམས་ཉིད་གདོད་ནས་ལྷུན་གྱིས་གྲུབ་པའི་ཡོན་ཏན་དེ་བདེ་སྟོང་ལྷན་ཅིག་སྐྱེས་པའི་ཡེ་ཤེས་དེ་ལྟ་བུ་བདེ་སྟོང་ལྷན་ཅིག་སྐྱེས་པའི་དབྱིངས་ཀྱི་དཀྱིལ་འཁོར་གྱི་ནང་དུ་བླ་མའི་ཐུགས་དང་རང་སེམས་གཉིས་དེ་དབྱེར་མེད་རེད། དེ་ལྟ་བུ་གི་དབྱེར་མེད་ཡིན་པ་ལ་ཡིན་པར་ངོ་ཤེས་ན་བླ་མའི་ཐུགས་དང་རང་སེམས་དབྱེར་མེད་འདྲེས་ཟེར་ཏེ་དེ་རེད་དེ་ཡང་གདོད་ནས་དབྱེར་མེད་འདྲེས་ཏེ་ཡོད་རེད་མ་གཏོགས་ད་ལྟ་ལམ་གྱི་སྐབས་སུ་སྔར་ར་ཐ་དད་པ་གཅིག་ད་ལྟ་སྐུད་པ་དཀར་ནག་འགྲིམ་པ་ལྟ་བུ་གཅིག་ཏུ་འདྲེས་བྱ་བ་སྐད་ཆ་མ་རེད། ངོ་བོའི་རྟོགས་པའི་ཐུགས་ཡིད་གཅིག་ཏུ་འདྲེས་དེ་ཐུགས་ཡིད་གཅིག་ཏུ་འདྲེས་ཐུབ་ན་དེ་ཡི་བྱིན་རླབས་སམ་དེ་ཡི་ནུས་པའམ་དེ་ཡི་ཕན་ཡོན་དེ་ག་རེ་ཡོད་རེད་ཟེར་ན། སྒོ་གསུམ་སྒྲིབ་བྲལ་རྡོ་རྗེ་བཞི་རུ་སྨིན། རང་གི་ལུས་ངག་ཡིད་གསུམ་དེ་ཡེ་ནས་དྲི་མས་གོས་མ་མྱོང་བ་རེད། དེའི་དྲི་མ་རང་བཞིན་ཅན་མ་གྲུབ་པར་ཤེས་ཡོན་དུ་དྲི་མ་བཞི་ལ་དག་པ། གཉེན་པོའི་སྟོབས་ཀྱིས་དྲི་མ་རེ་རེ་བཞིན་དུ་སྐྱོབ་མ་དགོས་པ། ལུས་ལྷ་ཡི་སྐུ། ངག་ལྷ་ཡི་གསུང། ཡིད་དེ་དྲན་ཐོ་དེ་བླ་མའི་ཐུགས་ཡིན་པར་ཤེས་ཡོན་དུ་གློ་བུར་བའི་དྲི་མ་དེ་རང་སར་ཟད་པ། དཔེར་ན་མེ་ཐོབ་ཆེན་པོ་ཆགས་པའི་ས་གཞི་ལ་གྲང་རེག་སྤུ་ཟིང་ཅིག་ཡོང་གི་མ་རེད་ཟེར་མཚན་ཉིད་སྐབས་སུ་བཤད་ཚད་མ་སྐབས་སུ་བཤད་ཀྱི་ཡོད་རོ། དཔེ་དེ་ལྟ་བུའི་གི་ཆུ་སྙིང་མངོན་སུམ་དུ་རྟོགས་པའི་གི་བློ་ཡིན་ངོ་ལ། ཆུ་སྙིང་མངོན་སུམ་ཉམས་གོང་པའི་རིག་པ་ཚད་ཕེབས་ཆོད་སའི་བློ་ལས་འདས་པའི་གི་གནས་ལུགས་ཀྱི་སྟེང་ལ་སླེབས་ཡོང་དུ་དེའི་ངོར། དྲི་མ་རང་བཞིན་ཅན་དྲི་མ་གྲུབ་པ་རྟོགས་ཐུབ་པ་རེད་དྲི་མ་བཞི་རུ་དག་ཡོང་བ་རེད་དྲི་མ་རང་སར་ཟད་ཡོང་བ་རེད། ཆབ་རོམ་ཆུ་རུ་བཞུར་ཟེར་ཏེ་ཆབ་རོམ་དེ་ཆགས་པ་དེ་དང་པོ་དེ་ཆུ་ཡི་རང་བཞིན་ཡིན་པ་ཡིན་དུས་སྐུ་རྐྱེན་གྱི་དབང་གིས་ཆགས་པ་བཟོས་པ་རེད་མ་གཏོགས་རྐྱེན་ཆགས་པ་དང་བྲལ་ན་དང་པོའི་གནས་ལུགས་དེ་ཚོ་ཕར་འགྲོ་གི་འདུག་དང་པོའི་གནས་ལུགས་ག་རེད་ཆུ་རེད་དེ་ཡིན་དུས་ཆུ་ཡི་སྟེང་དུ་ཕར་འགྲོ་གི་འདུག་བ། གཟིངས་ལས་འཕུར་བའི་བྱ་རོག་ལྟ་བུ་ཆ་ཆེན་སྐབས་སུ་གཟིངས་ལས་འཕུར་བའི་གྱི་བྱ་རོག་དེ་བྱས་ཙམ་གྱིས་མཐར་རིན་པོ་ཆེ་བཏང་བཞག་པ་ཡིན་ན་ཡང་མཐར་གཟིངས་ཀྱི་སྟེང་དུ་ཆུ་བབས་པ་མ་གཏོགས་ཁོ་ས་ཆ་གཞན་བབས་ས་ཡོད་མ་རེད་བ་དཔེ་དེ་དང་འདྲ་བ་ད་ལྟ་གནས་ལུགས་ཆུ་གཉིས་ཀུན་ཏུ་བཟང་པོ་རང་བྱུང་གི་རིག་པའི་ཀློང་ལས་ནམ་ཡང་མ་འདས་མི་འདའ་འདའ་བར་མི་འགྱུར་བའི་གནས་ཚུལ་ལ་བརྟེན་ནས་ད་ལྟའི་གི་འཁྲུལ་སྣང་ག་རེ་བྱུང་པ་ཡིན་ན་ཡང་རྐྱེན་སྣ་སྣ་ཚོགས་པ་ཕྱི་ཡི་རྐྱེན་ནང་གི་རྣམ་རྟོག་རྐྱེན་སྣ་ཚོགས་པ་གང་བྱུང་པ་ཡིན་ན་ཡང་དེ་གི་གནས་ལུགས་དང་དེ་ཡི་རྩ་བ་དེ་ངོས་ཟིན་ཐུབ་ན། དང་པོའི་ཆོས་ཉིད་དེ་འདུ་བ་ལས་ཐོས་པ་དང་པོའི་ཆོས་ཉིད་ག་རེ་དང་པོའི་ཆོས་ཉིད་དེ་རྫོགས་པ་ཆེན་པོ་ཕྱག་རྒྱ་ཆེན་པོ་འོད་གསལ་ལྷན་ཅིག་སྐྱེས་པའི་ཡེ་ཤེས། རྒྱུད་བླ་མ་རྣམས་ལ་གང་ཕྱིར་དེ་ནས་ཆོས་སྐུ་དེ་ནས་དེ་བཞིན་གཤེགས་དེ་ནས་འཕགས་པའི་བདེན་པའམ་དོན་དམ་མྱ་ངན་འདའ་དེ་བཞིན་ཉིད་དང་ཟེར་བཞིན་ཡོན་ཏན་དབྱེར་མེད་པའི་སངས་རྒྱས་ཉིད་ལས་མ་གཏོགས་མྱ་ངན་འདས་པ་མེད་མྱ་ངན་འདས་མི་གོ་བར་ད་གསར་དུ་སངས་རྒྱས་ཉིད་ལས་དང་པོའི་གནས་ལུགས་དེ་ངོ་ཤེས་ན་སངས་རྒྱས་དེ་རང་རེད་དེ་མ་གཏོགས་གསར་དུ་མྱ་ངན་འདས་མི་གོ་བར་འདུག་སངས་རྒྱས་ཉིད་ལས་མ་གཏོགས་མྱ་ངན་འདའ་བ་མེད། འདི་ལ་ས་ཆ་ཅི་ཡང་མེད་གཞག་པར་བྱ་བའང་ཅུང་ཟད་མེད་ཡང་དག་ཉིད་ལ་ཡང་དག་དང་ཡང་དག་མཐོང་ན་རྣམ་པར་སྤྲོ། རྣམ་དབྱེར་བཅས་པའི་མཚན་ཉིད་ཀྱིས་གློ་བུར་དག་གིས་ཁམས་སྟོང་གི་རྣམ་དབྱེར་མེད་པའི་མཚན་ཉིད་ཀྱིས་བླ་མེད་ཆོས་ཀྱིས་སྟོང་མ་ཡིན་བླ་ན་མེད་པའི་ཆོས་ཀྱི་ཡོན་ཏན་དེ་སོ་སོའི་སྐྱེ་བོའི་སྐབས་སུ་སྟོང་ཡོད་མ་རེད་མ་དག་པའི་གནས་སྐབས་ལ་སྟོང་ཡོད་མ་རེད། མ་དག་ལ་མ་དག་པའི་གནས་སྐབས་ལ་ཡང་སྟོང་ཡོད་མ་རེད། མ་དག་མ་དག་དག་པ་དང་ཤིན་ཏུ་རྣམ་དག་གོ་རིམ་བཞིན་ཤིན་ཏུ་རྣམ་པར་དག་པ་སངས་རྒྱས་ཀྱི་གནས་སྐབས་ལ་ཡང་སྟོང་ཡོད་མ་རེད། ཉན་ཐོས་འཕགས་པ་རང་རྒྱལ་འཕགས་པ་བྱང་སེམས་འཕགས་པ་སངས་རྒྱས་འཕགས་པ་འཕགས་པ་ཞེས་བཤད་པའི་སྐབས་སུ་ཤེས་བཞིན་རྟོག་བཟོས་ན་ཡང་འཕགས་པ་ཞིག་གང་གི་སྐབས་སུ་ཡིན་ན་ཡང་ངོ་བོའི་ཡོན་ཏན་དེ་ཡིས་བསྡད་དེ་ཡོད་མ་རེད། སྣང་ཚུལ་གྱི་དྲི་མ་དེ་བར་གསལ་བཟོ་བ་དེ་དེ་ལས་འདས་ནས་མུ་གེའི་རྟོག་པའི་ཐུགས་ཀྱི་སྐྱིལ་ཀྲུང་རེ་སྒོ་གསུམ་སྒྲིབ་ལ་རྡོ་རྗེ་བཞི་རུ་མེན། སྐུ་རྡོ་རྗེ་གསུང་རྡོ་རྗེ་ཐུགས་རྡོ་རྗེ་ཡེ་ཤེས་རྡོ་རྗེ་བཞི་རུ་མེན། དེ་ལས་ས་ན་ད་ས་དང་པོ་འགྲོའི་གཉིས་པ་ལ་འགྲོ་གཉིས་པ་འགྲོའི་གསུམ་པ་འགྲོ་མ་གོ་ས་ལམ་གཅིག་ཆོད་བགྲོད་པར་བྱིན་གྱིས་རློབས། ས་ལམ་གཅིག་ཆོད་བགྲོད་པར་བྱིན་གྱིས་རློབས། ད་དེ་ཡོང་བ་ལ་མཐུ་ཆེན་གར་དགོས་པ་རེད་དང་པོ་ལས་དང་པོ་བ་གི། རང་སེམས་ལས་རུང། དང་པོ་རང་སེམས་ལས་རུང་དགོས་ཏོ། རང་སེམས་རེ་ལས་སུ་རུང་བར་བྱེད་པ་ལ་དང། ཕྱི་ཡི་བུམ་པའི་དབང། ནང་གི་དབང། གསང་བའི་དབང་སྟེ་དབང་གསུམ་ཁོ་ནར་འགྲོ་གོ། རེ་རེ་མེ་ལ་རེ་བས་བུམ་པ་མགོ་ཐོག་ཏུ་འཇོག་པ་ཕྱི་ཡི་དབང། རང་ལུས་ལྷ་སྐུར་སྤྲོས་པ་ནང་གི་དབང། གསང་བ་བདེ་སྟོང་དུ་སྤྲོས་པ་དོན་གྱི་དབང། དབང་བསྐུར་དེ་གསུམ་དང་ལྡན་པའི་རྣལ་འབྱོར་པ་བཞི་ལ། སོང་བ་རེ། ཕྱི་ཡི་དབང་བུམ་པ་མགོ་ལ་བཞག་ཡ་རེ་འདུག་བ། ད་དེ་དབང་སོ་ཐ་སྙད་བཏགས་པ་རེ་མ་གཏོགས་དབང་ངོ་མ་དང་མ་རེ་བ་ལས་སུ་རུང་བ་བཟོ་ཡ་རེ། དང། ནང་གི་དབང་དེ། རང་གི་ལུས། ངག། ལུས་ངག་གཉིས་པོ་སྟེ། དེ་ནི། དག་པ་ལྷ་ཡི་སྐུ་དང་གསུང་ལ་འདུ་འབྲལ་མེད་པར་ཤེས་པ། གསུམ་པ་སྟེ། གསང་བ་བདེ་སྟོང་དུ་སྤྲོས་པ་དོན་གྱི་དབང་དང་རང་སེམས། ལྷན་ཅིག་སྐྱེས་པའི་ཡེ་ཤེས། གདོད་ནས་འཕོ་འགྱུར་དྲི་གང་དང་འདྲ་བ། དག་པ་ཆེན་པོའི་ཡེ་ཤེས། རྫོགས་པ་ཆེན་པོའི་སྐབས་སུ་ཡེ་ཤེས་མཆོག་དབང་ཟེར་ཞེས་བསྡུ་བ་ཡེ་ཤེས་ཟང་ཐལ་ཟེར་ད་ཅིག་པ་རེད་སྦྱང་བརྡའི་སྐབས་སུ་དགོངས་པ་ཟང་ཐལ་ཟེར་ད་ཟུག། གནས་ལུགས་ཀྱི་ཐོག་ནས་དང་ཟབ་པའི་ཡོན་ཏན་ཐོག་ནས་བཤད་ཡོད་ན་དེ་སོ་སོ་སྙེད་ཐམས་ཅད་ཀྱི་རྒྱུད་ལ་ཡོད་པ་རེད་དེ་ལྟར་མ་རྟོགས་པས་སེམས་ཅན་ས་ཐ་ཉིད་བརྟགས་པ་རེད་འཁྲུལ་པ་ས་ཐ་ཉིད་བརྟགས་པ་རེད་ངོ་ཤེས་ན་གདོད་ནས་ལྷན་ཅིག་སྐྱེས་པའི་ཡེ་ཤེས་དེ་རང་གི་ངང་དུ་ཡོད་བསྡད་པ་རེད། རྫོགས་པ་ཆེན་པོ་ཀུན་ཏུ་རྒྱལ་ཐབས་ཀུན་ཏུ་བཟང་པོའི་རྒྱལ་ཐབས་རྣམས་ལ་དང་པོ་ནས་གནས་མེད་པ་རེད། འགའ་ཞིག་གིས་ནི་ཁྱེད་ཡོང་ནས་གསར་དུ་བཞག་བཞག་པའི་སྐད་ཆ་མ་རེད་དང་པོ་ཉིད་ནས་ཡོད་པ་རེད། དེ་ལ་བརྟེན་ཏེ་རང་སེམས་ལས། རུང་དབང་གི་ཐོག་ནས་རྒྱུད་སྨིན་པར་བྱེད་པ། དམ་ཚིག་སྡོམ་པ་གཙང། ཕྱིས་སོ་ཐར། ནང་བྱང་སེམས་ཀྱི་སྡོམ་པ་ཞུས་པ་དེ་གཙང་མ་ཡོད་དགོས་པ། དེ་ནས། སྡོམ་པ་དམ་ཚིག་གཙང་མ་གསང་སྔགས་རྡོ་རྗེ་ཐེག་པའི་ཡབ་དང་དབང་བསྐུར་གྱི་རིམ་པ་ད་ལྟ་ཞུས་པའི་གེགས་དམ་ཚིག་གཙང་མ་ཡོད་པ་མ་ཉམས་པ། བསམ་སྦྱོར་ཐམས་ཅད་བྱང་ཆུབ་རླབས་ཆེན་སྤྱོད་བསམ་པ་བསམ་པ་ཐམས་ཅད་ཡང་བྱང་ཆུབ་ཀྱི་རླབས་ཆེན་སྤྱོད་ཐུབ་པ་སྦྱོར་བ་ཡང་བྱང་ཆུབ་ཀྱི་རླབས་ཆེན་པོ་སྤྱོད་ཐུབ་པ་དེ་འདྲ་ཞིག་ཡོད་ན་ད་དེ་མི་དེ་ག་རེ་རེད། སྤྱི་ཀུན་རྒྱལ་བ་པདྨའི་རྗེས་སུ་བཟུང་ཟེར་གུ་རུ་པདྨ་འབྱུང་གནས་སྐྱོང་གི་རེད་གསུང་བ་དང། ད་ཆེས་ཕེབས་མ་ཡོང་ཟེར་ན་ད་དེ་རྗེས་ལ་ཕེབས་ཡོང་བ་རེད་ད། སྤྱི་ཀུན་རྒྱལ་བ་པདྨའི་རྗེས་སུ་བཟུང། དེ་འདྲ་ཞིག་བྱུང་མ་ཐུབ་ན་ད། ཁ་ནས་གུ་རུ་པདྨ་འབྱུང་གནས་གསོལ་བ་བཏབ་བསྡད་པ་ཡིན་ན་ཡང་མདོ་རྒྱུད་སེམས་གསུམ་གྱི་ཉམས་ལེན་མེད་པ་ཡིན་དུས་བྱིན་རླབས་དེ་དག་འབྲས་བུ་ཕྲན་བུ་ཅི་ལྟར་འཇུག་གི་རེད་དེ་ཡིན་ན་ཡང་གཅིག་གི་ཡིན་ལུགས་ཀྱི་བྱིན་རླབས་ཅིག་འཇུག་ཐུབ་ཡོད་དེ་དཀའ་ལས་ཁག་པོ་རེད་ཟེར་ད་ནི་སྤྱི་ཀུན་རྒྱལ་བ་པདྨའི་རྗེས་སུ་བཟུང། བཟུང་ན་འབྲས་བུ་རིག་འཛིན་རྣམ་བཞིའི་གོ་འཕང་ཐོབ་པར་ཤོག། རིག་འཛིན་རྣམ་པ་བཞིའི་འབྲས་བུ་ཐོབ་གི་རེད་གསུང་བ་རེད། ད་ལྟ་ནས་ཞུ་དགོས་ཡ་རྒྱུ་མཚན་དེ། ད་ལྟ་རྫོགས་པ་ཆེན་པོའི་གི་རྟགས་གཅིག་གི་མན་ངག་གི་ཟབ་ཞུགས་ཐམས་ཅད་དེ་བཀའ་གཏེར་ཆུ་བོ་གཅིག་ཏུ་འདྲེས་མཛད་པ་དེ་འདི་མ་ཉིད་འདི་རེད། ད་འདི་མགོ་བཙུགས་ནས་དེ་འདྲ་མ་བྱས་ནས་དབང་བསྐུར་ཡིན་དུས་ཙམ་པ་ལ་གཅིག་མ་འོངས་པ་ལ་འདི་བླ་མ་ཁྱད་པར་ཅན་སྐྱབས་རྗེ་མཁྱེན་བརྩེ་རྡོ་རྗེ་འཆང་ཆེན་པོ་མཆོག་དང་སྐྱབས་རྗེ་ཆུ་ཤུར་རིན་པོ་ཆེ་སྐུ་མདུན་ཐུགས་སྲས་ཞུས་སྡེ་བའི་གི་བྱིན་རླབས་ཀྱི་བརྒྱུད་པ་དེ་ཉམས་མ་ཉམས་སྲས་ཡ་དེ་ཉམས་ལེན་བྱས་ན་བརྒྱུད་པ་ཉམས་གི་མ་རེད་ཉམས་ལེན་མ་བྱས་ན་བརྒྱུད་པ་ཉམས་འགྲོ་བ་རེད་བརྒྱུད་པ་སེལ་བའི་བཀའ་སྲོལ་ལ་བུམ་པ་མགོ་ལ་བཞག་ཤེས་ཙམ་དང་དེ་ཡི་འདོན་པ་དང་མ་འདོན་ཤེས་ཙམ་ཞིག་དང་དཔེར་ན་སྤྲོས་བཅས་སྤྲོས་མེད་ཀྱི་དབང་དུ་སུ་སྤྲོས་ཏེ་མ་བསྐུར་ཤེས་ཙམ་ཞིག་དང་འོ་དེ་འདྲས་ཅིག་གི་མ་རེད།

ཉིན་མཚན་དུས་དྲུག་འགྲོ་འདུག་སྤྱོད་ལམ་ཐམས་ཅད་དེའི་ངང་དུ་སད་ཐུབ་ན་དེའི་ངང་དུ་འཇམ་ཐུབ་ན། འཇམ་འགོག་འདུག་ད་དེ་ནང་ན་འཇམ་འགོག་ཡོད་རེད། སྣང་གྲགས་རེག་གསུམ་ལྷ་སྔགས་ཆོས་སྐུའི་ངང་སྐུ་དང་ཡེ་ཤེས་རོལ་པར་འཇམ་ལས་པས་འཇམ་ལས་སུ་འདུག་དེའི་ནང་དུ་རྟག་ཏུ་མི་འདའ་བ་དེའི་ངང་གནས་ཕ་མི་འདའ་བ་དེའི་ནང་དུ་རྟག་ཏུ་གནས་བདེ་བ། ཐ་མལ་པའི་སྤྱོད་ལམ་ཐམས་ཅད་ཡང་དེ་ཡི་རང་སར་དུ་ཆེར་བཤད་པ་དེ་ཡི་ཉམས་ལེན་ན་ཆེར་བཤད་པ་དེ་ཡི་རྣལ་འབྱོར་དུ་ཆེར་བཤད་ན། སྐུ་དང་ཡེ་ཤེས་རོལ་པར་འཇམ་ལས་པས། དེ་ཡོད་ན་ད་ཡོན་ཏན་ཟབ། གསང། རྣལ་འབྱོར་ཆེན་པོ་ཟབ་པའི་ཡོན་ཏན་གསང་བའི་ཡོན་ཏན་རྣལ་འབྱོར་ཆེན་པོ་ད་དེ་ན་འདྲེ་ཤེས་མང་པོ་ཡོད་རེད་ད་ད་ཞུ་མ་གོ་བ་ཅི་དེ་ད་དེ་གང་འདྲ་ཟབ་པ་གསང་བ་རྣལ་འབྱོར་ཆེན་པོ། དཔེ་ཆ་ཁ་ཤས་ན་རྣལ་འབྱོར་ཕྲ་མོ་ཟེར་ནས་གསུངས་ཡོད་ར་གསུངས། རྣལ་འབྱོར་ཕྲ་མོ་དང་རྣལ་འབྱོར་ཆེན་མོ་གཅིག་པ་རེད། དེ་འདྲའི་ཟབ་གསང་རྣལ་འབྱོར་ཆེན་པོའི་ཉམས་ལེན་ལ་དབྱེར་མེད་ཐུགས་ཀྱི་ཐིག་ལེ། ཐུགས་ཀྱི་ཐིག་ལེ་ཟེར་ཡ་ད་ལྟ་མི་སྨྲ་སྙིང་ཐིག། གཡང་ཐིག། མཁའ་འགྲོ་སྙིང་ཐིག་མཁའ་འགྲོ་གཡང་ཐིག་ས་མོ་གཡང་ཐིག་ད་སྙིང་ཐིག་གོང་མ་སྙིང་ཐིག་འོག་མ་ཡིན་ན་ཀུན་མཁྱེན་གནོང་ཤིག་གི་སྙིང་ཐིག། ད་ཐིག་ཐིག་ཐིག་ལེ་ཟེར་ཡ་ད་དེ་རེད་དོ། ཐིག་ལེ་ཟེར་ཡ་དེ་ག་ལེར་གོ་ཡོད་ར་ས་ན་སྙིང་པོ། ད་ད་གིན་གོ་ལ་དེ་ཚིག་གཅིག་ཡོད་པ་ཆོས་རྣམས་ལོན་འགྲོ་བྱང་ཆུབ་སྙིང་པོ་ལ་བྱང་ཆུབ་སྙིང་པོ་ཟེར་ཡ་དེ་ཐིག་ལེ་རུ་གོ་བ་རེད། ཐིག་ལེ་དེ་ཡི་ནང་ལ་འཁོར་འདས་ཀྱི་ཆོས་ཐམས་ཅད་ར་ཆུ་ཆུ་བསྡད་པ་དེ་ཡི་ནང་དུ་ཡོད་བསྡད་པ། ལྷ་དང་བླ་མ་ཡི་དམ་དཔའ་བོ་མཁའ་འགྲོ་ཆོས་སྐྱོང་ཐམས་ཅད་དེའི་ནང་དུ་ཡོད་ལས་པ། ཀུན་ཁྱབ་ཐིག་ལེ་ཆེན་པོ་ཀུན་འདུམ་ཐིག་ལེ་ཆེན་པོ་ཟེར་དེ་རེད། ཡང་མིན་ན་བཅུད་ལ་གོ་བ་རེད། སྙིང་པོ་ལ་གོ་བ་རེད་ཆོས་རྣམས་དུད་འགྲོ་བྱང་ཆུབ་སྙིང་པོ་ལགས་ཟེར་སྙིང་པོ་དེ་བཅུད་ལ་གོ་བ་ཡིན་འདུག་ཐིག་ལེ་དེ་རེད། འོ་དེ་འདྲ་ཡིན་དུས་ད་ཨེ་མེད་ཐུགས་རྗེའི་ཐིག་ལེ་རོ་གཅིག་ཤོག་སོ་དུས་ད་ལྟ་ད་ནི་ལུགས་ལྡོག་གོ་འདུག་བ། ད་རྫོགས་པ་ཆེན་པོའི་མཐར་ཐུག་གི་སྐྱེལ་སོ་འབབ་སོ་དེ་རེད། ད་དེ་ད་ལྟ་ངས་ཀྱི་ཞིག་ངོ་སྤྲོད་ར་བོ་ཞིག་དང་པོ་ཏའི་ཟེར་ཡིན་མ་ཞུ་ན་དེ་འགྲིག་གི་མི་འདུག་བསམ་སོང་ད་ང་རང་དེ་ཏོག་ཚར་བས་ཟེར་ན་མ་རེད་ཡིན་ན་ཅིག་སློབ་སྦྱོང་འདྲ་བོ་ཅིག་བྱས་བླ་མེད་ཀྱི་སྐུ་མདུན་ནས་ཞུས་བཞག་པའི་ཚིག་དེ་ཚོ་དྲན་བསྡད་པ་དེ་ཚོ་དྲན་སོ་སོ་དགེ་དྲན་སོས་དེ་ཕ་ཞུ། ད་མ་དྲན་པ་རྗེས་སོང་བ་མང་པོ་ཡོད་རེད་དེ་ཚོ་དྲན་ཏེ་དཔེ་ཀློག་འདྲ་ཞིག་བརྒྱབ་ཁྲིད་ཡིག་དེ་ཚོ་མཇལ།

དབང་ངེས་པར་དུ་དགོས་པ་རེད། དུས་ཀྱི་འཁོར་ལོ་ནང་ལ་ཡང་དེའི་རྒྱུ་མཚན་མང་པོ་གསུངས་ཡོད་རེད། དེ་འདྲ་ཡིན་དུས་དབང་ལུང་ངེས་པར་དུ་དགོས་པ་རེད། དེ་ཡིན་དུས་ངོ་སྤྲོད་ཀྱི་རིམ་པ་དེ་དེ་འདྲས་ཅིག་ཞུས་ན་བསམ་སོང། དེ་ནས་ད་དེ་རིང་གི་རིམ་པ་ལ་སྔ་དྲོ་ད་དེ་ཙམ་གྱིས་བཞག་ཡིན། དེ་ནས་ཕྱི་དྲོ་ད་ང་ལུང་ནས་འགོ་བཙུགས་ཡིན། ག་རེ་ཞིག་ཞུ་ན་འདི་ནས་ཡང་ཁོ་ན་སོང་དུས་ང་ནི་དུམ་བུ་ཚོགས་པ་ཅིག་དེ་རིང་གྲོལ་གི་མེད་གང་འདྲ་ན་ད་དབང་ཟེར་ད་མི་མང་ཆེ་བ་དེ་དབང་མ་གཏོགས་ལུང་རྟ་མ་གཏོགས་ན་འགྲིག་བསྡད་ངེས་སོང་འདྲ་ཞིག་ཡོད་རེད་མང་པོ་ཅིག་དེ་འདྲ་ཡིན་དུས་ད་ཅིག་དེང་སང་གི་དུས་ཚོད་ལ་ཡང། མི་ཡི་རིན་ཐང་དང་ཆོས་ཀྱི་རིན་ཐང་བྱས་ན་མི་ཡི་རིན་ཐང་གལ་ཆེ་བ་རེད་བྱ་རུག་འདུག་བ། ཨོ་ད་དེ་འདྲ་ཡིན་དུས་ཅིག་ཕག་གཅིག་པ་ཟ་རུག་གི་རེད་ཟེར་ན་མི་ཡི་ངོ་ལ་བལྟོས་ནས་དབང་ཅིག་ཡར་བསྐུར་དགོས་ཀྱི་འདུག་ཐབས་སྐྱོ་པོ་འདྲ་ཞིག་རེད་བྱ། དེ་ནས་ཡང་ག་རེ་ཟེར་ན་མི་མང་པོ་ཡོད་རེད་ཟེར་རྒྱུ་མཚན་དེ་རེད་ད། མི་མང་པོ་ཡོག་རེད་དེའི་ཕྱིར་ན་དགུ་དགུ་རེད། ཨོ་ད་དེ་འདྲ་ཟེར་ཡོང་དུས་ཅིག་ཐབས་སྐྱོ་པོ་རེ་ཞིག་འདུག་བ། འོ་དེ་འདྲ་རེད་དེ་ཡིན་ན་ད། ཅེས་དགུ་བཅུ་བྱས་ད་ནི་སང་ཉིན་སྔ་དྲོ་ད་འདི་ལྟར་ཕྱག་ལེན་གྱི་རིན་པ་དེ་ལ་བླ་མ་འགའ་ཞིག་གིས་དང་པོ་སྙིང་ཐིག་མཁའ་འགྲོ་སྙིང་ཐིག་ནས་དབུ་ཚུགས་མཁའ་འགྲོ་སྙིང་ཐིག་མཁའ་འགྲོ་ཡང་ཐིག་ནས་མ་དབུ་ཚུགས་མཁན་ཅིག་ཡོག་རེད་དེ་ལྟ་ན་སྐྱབས་རྗེ་ཆེན་ཟླ་བ་རྡོ་རྗེ་འཆང་ཆེན་པོ་མཆོག་གི་ཕྱག་ལེན་གྱི་རྗེས་འཇུག་རང་ལ་ཡང་འགྲོ་ཡོང་དུས་དང་པོ་བླ་མ་སྙིང་ཐིག་བི་མ་སྙིང་ཐིག་དེའི་ཤུགས་ལ་བླ་མ་ཡང་ཐིག་ད་དེའི་ཤུགས་ལ་ཟབ་མོ་ཡང་ཐིག་དེ་ནས་མཁའ་འགྲོ་སྙིང་ཐིག་མཁའ་འགྲོ་ཡང་ཐིག་ཟབ་མོ་ཡང་ཐིག་དེ་ལྟ། མ་བུ་ཞིག་གིས་ཅིག་ཤོས་འདྲ་བོ་ཕྱག་དེ་ཡོག་རེད་དེའི་བར་ཐག་དེ་ལ་སྣང་གི་འདུག་བ་དེ་ཞིག་རེད་ད་དེ་ལ་ཡང་དང་པོ་སང་ཉིན་སྤྲོས་བཅས་དང་སྤྲོས་མེད་གཉིས་བྱས། སྣ་གཉིས། ད་ནི་ཤིན་ཏུ་སྤྲོས་མེད་དང། རབ་ཏུ་སྤྲོས་མེད་ཕྱིར་དུ་ཉིན་ཞག་གཉིས། ད་དེའི་ནང་ལ་ཡང་ཞག་གིས་བསྐྱེད་མ་བྱས་ཤིག་ཏུ་སྟེང་དུ་ཞག་གིས་མི་བསྐྱེད་ཅེས་བྱས་པ་ཡོངས་མ་བསྐྱེད་སྣང་མ་སོང། གཉིས་བྱས། འོ་ཐུགས་ཟེར་ནས་ད་འགྲོ་དང་འདྲ་བོ་འདི་བསྡོམས་ནས་ཉི་མ་བརྒྱད་ཀྱི་ནང་ལ་དབང་འདི་ཆ་ཚང་ཚར་གྱི་འདུག་ད་ནི་བར་དུ་ལ་ཡར་ལུང་འདི་ད་ག་ཚོད་ཐུབ་ཐུབ་བྱེད་ཐུགས་གཞིག་གི་ཕུད། ད་ནི་དབང་གི་སྐབས་སོགས་ལ་ཡང་ངོ་སྤྲོད་དེ་ཚོ་ངོ་མ་བླ་མའི་སྐུ་མདུན་ནས་ཐོས་ཕོབ་མྱོང་བ་དེ་ཚོ་སྤྲད་དེ་ངོ་སྤྲོད་དེ་སོ་སོ་གང་ཤེས་ཅི་ཤེས་ད་ང་ཚོ་བར་ཐག་བར་ཐག་ལ་སྒོམ་རྒྱ་ཡ་དེ་འདྲ་ཡང་ཡོད་སྒོམ་ཡང་དེ་དེ་སྲིད་རྒྱབ་ད་དེ་འདྲ་བྱེད་མ་ཐུབ་ག་དུས་ན་ད་ཅིག་ཤེས་ཀྱང་ཡང་བདེ་བ་ཡིན་ན་ད་ཤེས་ཏེ་སྔོན་མ་ནས་ཤེས་བདེ་བ་ཁོ་རང་ཐང་ཆད་ཅིག་འོ་ན་ཤོར་ཤོར་བར་དུ་ཤེས་བདེ་བ་རེད་དེ་ནས་འདི་གི་དེ་ག་ཚོད་བྱེད་ཕན་ཐོགས་ཆོག་སོང་བསམ་པ་ཅིག་མི་འདུག་ད་བླ་མ་གོང་མ་ཐམས་ཅད་འདྲ་གི་མ་རེད།

འདི་ད་ག་ཚོད་ངོ་མ་ང་ཚོ་གི་དམ་ཚིག་གི་ཆ་ལ་ཡ་ཡིད་ཆ་འབུམ་གྱིས་འདུག་ཟེར་ནས་ས་རོག་གནང་ཞོར་རབ་བྱུང་པའི་ན་སྙིང་ཏིག་གི་སྔོན་འགྲོ་ལས་ཆ་ཚང་བཏང་དགོས་ཡོད་རེད་ད་ཡིན་ན་སྙིང་ཏིག་སྔོན་འགྲོ་ནང་ཚང་གི་ཚང་མ་ཤོག་དེ་མེད་པ་ལས་མ་ཡོང་ཟེར་ན་ཁེངས་ས་རེད་ཟེར་འདུག་དེ་ཡིན་དུས་སྙིང་ཏིག་སྔོན་འགྲོ་དེ་གས་བྱས་ཏེ་ཕར་བཞག་མ་འོངས་པ་ལ་སྙིང་ཏིག་སྔོན་འགྲོ་ནང་ཡ་བྱས་ད་ད་ལྟ་ཅིག་རྡོ་རྗེ་སེམས་དཔའ་སྔོན་མ་ང་ཚོ་སྙིང་མ་གྱི་འབུམ་ཞུས་པའི་སྐབས་སུ་འདུག་ལས་ཡ་བརྒྱ་བྱས་ཟེར་རྡོ་རྗེ་འཆང་ཆོས་ཀྱི་སྐུ་མདུན་ནས་ཞུས་ཡོད་འདུག་སྔོན་འགྲོ་དེ་ནས་འཇམ་པ་ཚན་ཆུས་ཀྱིས་སོང་དེ་ནས་རྡོ་སེམས་ཀྱི་ཐོག་ནས་ཁྲུས་ཞིག་གནང་ཡིད་ཆ་སངས་གནང་གི་རེད་ཕྱིས་སུ་ཡང་དེ་རེད་ད་ལྟའི་རྡོ་རྗེ་སེམས་དཔའ་དེ་ང་ཚོ་ད་ཅིག་དམ་ཚིག་ཆ་མཉམ་སོང་བ་མང་པོ་ཡོད་རེད་དེ་འདྲས་སོང་པ་ཡིན་ན་དེ་ཡི་ནང་ནས་ང་ཚོ་དབང་བསྐུར་བྱེད་ཉིན་མང་པོ་བྱས་པ་ཡིན་ན་ཡང་བྱིན་རླབས་རྒྱུད་ལ་འཇུག་པ་དཀའ་ལས་ཁ་བོ་རེད་དེ་འདྲ་ཡིན་དུས། དམ་ཚིག་ཉམས་ཆག་བསྐང་བཤགས་བྱས་ཡ་ཟུང་བཟོ་བྲལ་ལ་ཡ་སྟོད་རྡོར་སེམས་བསྐྱེད་སྒོམ་བཟླས་དེས་ད་ལྟ་ན་ར་གཏོང་རུག་དེ་ཆགས་བྱེད་བྱེད་པོའི་འབྱུང་བྱེད་འདི་མདུན་ལྗོངས་ཀྱིས་གསུངས་བཞིན་ཡོད་རེད་དེ་ན་ནིང་ང་ཚོ་ཅག་གཅིག་ཆུ་ཤུར་མི་ཀུན་ཏུ་ནས་ད་ལྟ་ཉིན་དེ་ཡ་ཤེས་བསྐང་བ་ཞུ་བའི་སྐབས་སུ་ལ་ཡང་འདི་རང་གསུངས་སོང་དེ་དཔེ་གཉིས་གནང་གི་ཡོད་རེད་ད་བླ་མ་ཚང་མས་ཕྱག་བཞེས་དེ་རང་གནང་གི་ཡོད་རེད་ད་འགའ་ཤས་འགའ་ཤས་ཤེས་མ་ཐུབ་དེ་བྱས་ད་ནི་ཕྱི་དྲོ་དེ་ལ་ན་ར་གང་བཤགས་དེ་ང་ཚོ་རྟག་པར་འདོན་དགོས་ཡོད་རེད་ད་བཤགས་པའི་རྒྱལ་པོ་ན་ར་གང་བཤགས་དེ་རེད་དེ་རྟག་པར་གསུངས་ཡ་ཆེ་ད་དེ་འདྲ་གཅིག་གི་ལས་རིམ་འདྲ་བོ་ཅིག་སྒྲིག་བཤགས་དེ་ད་ད་རིང་ཕྱི་དྲོ་ནས་ཡན་ཆད་ནས་འགོ་འཛུགས་ཞུ་ཡ་ཡིན་ད་ནི་ད་ད་ལྟ་འདི་ནས་མ་ངོ་སྤྲོད་འདྲ་བོ་ཅིག་ཞག་པའི་རོལ་པའི་མང་པོ་ཞུས་པ་དེ་ལ་འགའ་ཆེ་ནོར་འཁྲུལ་ཆག་ཉམས་བཅུག་སོང་ན་དེ་ལ་བཟོད་གསོལ་ཞུ་རྒྱུ་ཡིན་ང་ཚོ་བཀའ་དྲིན་ཆེ། དེ་ལྟར་ཆུ་ཤིང་གཉིས་བསྐྱེད་པའི་དགེ་བའི་རྩ་བ་རྣམས་མཐའ་ཡས་པས་སེམས་ཅན་ཐམས་ཅད་ཆེད་དུ་བསྔོ་བ་དང་སྨོན་ལམ་གྱིས་རྗེས་འདེབས་གསུངས་པར་ཞུ།